བོད་སྟོད་སྨད་བར་གསུམ་གང་ནས་ཡིན་ཡང། བོད་རིགས་སྤུན་ཟླའི་འདུ་ཤེས་གཅིག་གི་ཁྱབ་ཁོངས་ནས་ལྟ་སྟངས་གཅིག་མ་གཏོགས། བརྒྱུད་ལམ་གཞན་པ་ལྟར། མིང་ཐོ་མའི་དྲག་ཞན། རྒན་གཞོན་དར་གསུམ། རིགས་རུས་ཁྱབ་ཁོངས། ལྟ་བ་ལངས་ཕྱོགས། ཆོས་ལུགས་ཆོས་བརྒྱུད་བཅས་ཁྱབ་ཁོངས་སོགས་ཀྱི་དབྱེ་བ་མེད་པར། བོད་ཀྱི་བདེན་དོན་སེལ་ཐབས་དང། བོད་རྒྱལ་ཁབ་སླར་གསོའི་ལས་དོན་སོགས་ཀྱི་ཐད། རྩོམ་ཡིག་དང་དཔྱད་བརྗོད། བསམ་ཚུལ། ལས་འགུལ། ཐབས་ལམ་སོགས་བརྗོད་གཞི་གང་ཞིག་གི་ཐོག་གནས་ཚུལ་ཁྱབ་སྤེལ་དང་རྒྱུན་འཛིན་གྱི་ལས་དོན་མི་ཉུང་བ་ཞིག་སྤེལ་བཞིན་ཡོད། དེ་རིང་གི་སྤྱི་ཚོགས་དཔྱད་བརྗོད་ལེ་ཚན་འདིའི་ནང་རྩོམ་པ་པོ་དང་བོད་དོན་འཐབ་རྩོད་པ་གྲགས་ཅན་ཨ་ཚོགས་ཀླུ་མཁར་བྱམས་མཆོག་གིས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་ཆེན་པོ་རྗེས་དྲན་གྱི་ཚུལ་དུ་མི་སྒེར་གྱི་དྲ་བའི་བརྒྱུད་ལམ་ལ་བཤད་ལུང་བཤད་ཅེས་པའི་ལེ་ཚན་དུ་སྤེལ་བ། པཎ་ཆེན་ཚང་སྐུ་འཚོ་བཞུགས་ཡོད་པ་དངོས་གནས་རེད་དམ། པཎ་ཆེན་སྐུ་ཕྲེང་བཅུ་པ་ཚང་རྒྱ་གཞུང་གིས་ཐུགས་ཐག་བཅད་པ་རེད་དམ། པེ་ཅིང་གི་པཎ་ཆེན་ཡང་སྐུ་གསུང་ཐུགས་ཀྱི་སྤྲུལ་པ་ཞིག་ལ་ངོས་འཛིན་གནང་ན་ཆོག་གམ། ང་ཚོར་པཎ་ཆེན་ཞིག་དངོས་གནས་དགོས་ཀྱི་ཡོད་ན་ཐབས་ལམ་གཉིས་ལས་ལྷག་མེད་ཅེས་པའི་བརྗོད་གཞི་ཐོག་གསུང་བཤད་གནང་བ་ཐེངས་འདིའི་ལེ་ཚན་དུ་བརྒྱུད་པར་ཞུས་པ་གཤམ་ལ་གཟིགས་རོགས་གནང།

པཎ་ཆེན་རིན་པོ་ཆེ་གི་ཨ་ནེའི་སྐོར་ལ་ཅིག་བཤད་དགོས་བསམ་སོང། ད་པཎ་ཆེན་རིན་པོ་ཆེའི་སྐོར་ལ་ནང་པ་ཚོ་ག་རེ་ཞུ་ཡ་ཡོད་ལབ་ན། དོན་ཚན་གཉིས་འདྲ་བོ་ཅིག་ཡིན། གཅིག་གི་དེ་ཨ་ནེ་ང་ཚོ་པཎ་ཆེན་སྐུ་འཕྲང་བྱེ་བ་དེའི་ཐུགས་ཐག་བཅད་པའི་གོ་རིམ་དང། ད་དེ་འདྲའི་གི་གནས་ཚུལ་ཅིག་བྱས་ཏེ་སྐབས་དེ་རིང་གང་ལ་ཐུགས་ཐག་བཅད་པའི་ཁ་ཐུག་ལ་ཨ་ནེ་ད་རྒྱབ་ལྗོངས་ག་རེ་ཡོད་རེད་དེའི་སྐོར་ཅིག་བྱས། དེ་བས་ཀྱང་གལ་ཆེ་བ་གཅིག་ལ་ད་ང་ཚོ་བོན་ཆེན་རིན་པོ་ཆེ་ད་ད་ད་རྒྱ་ནག་གཞུང་གི་བསྐོ་བཞག་བྱས་པའི་ད་རྒྱལ་མཚན་ནོར་བུ་དང་ད་ག་ནང་བཞིན་གྱི་ད་རྒྱལ་བ་རིན་པོ་ཆེ་གྱི་ཐུགས་ཐག་བཅད་པའི་དགེ་འདུན་ཆོས་ཀྱི་ཉི་མ་ད་འདི་འདྲའི་གི་བོན་ཆེན་རིན་པོ་ཆེ་གཙོ་བཞེས་ཡོད་པ་སོང་ཙང་དགེ་འདུན་ཆོས་ཀྱི་ཉི་མ་གྱི་སྐོར་ལ་ད་ཅིག་བཤད་དགོས་བསམ་སོང་ད་དེ་བཤད་དགོས་ཡ་གྱི་རྒྱུ་མཚན་དེ་ག་རེ་ན་ད་སྤྱིར་བཏང་གི་གནས་ཚུལ་དེ་མ་ཡིན་པའི་ཐོག་ནས། ད་ང་ཚོ་འདི་འདི་ལ་ངེས་འཛིན་ག་འདྲ་ཞིག་བྱེད་དགོས་ཀྱི་རེད་ད་གཙོ་བོ་དེའི་སྐོར་དེ་ཡིན། བསྟན་པ་བཟང་ཚང་ཁ་ཚང་དགེ་འདུན་ཆོས་ཀྱི་ཉི་མ་དང། ནས། ད་མི་མང་གི་ངོ་ནས་བཤད་ན་འཁྲུངས་སྐར་དེ་གར་ཚང་བཏང་ཚར་ཚིག་རེད་བ་འཁྲུངས་སྐར་བཏང་ནས་དེའི་སྐོར་ལ་ད་བགྲོ་གླང་ར་རྒྱ་གཅིག་གི་ཐོག་ནས་མང་པོ་བྱུང་སོང་ང། ཡིན་ན་ད། ད་དེའི་སྐོར་ལ་ངས་དེའི་དོན་ཚན་གཉིས་ཡིན་ནི་གཅིག་དང་པོ་ངས་འདི་གཅིག་བཤད་དགོས་བསམ་སོང་དགེ་འདུན་ཆོས་ཀྱི་ཉི་མ་གི་གནས་སྟངས་དེའི་སྐོར་དེ་ལ། ད་གར་ཚང་སྤྱིར་བཏང་དགེ་འདུན་ཆོས་བརྒྱུད་ཉི་མ་དེ་ད་ང་ཚོ་ཐུགས་ཐག་བཅད་པའི་རྒྱ་གར་རིན་པོ་ཆེ་གི་ཐུགས་ཐག་བཅད་པ་དང་ད་པེ་ཅིང་གི་བསྐོ་བཞག་བྱས་པའི་རྒྱ་མཚོའི་ནོར་བུ་ཉི་ཤར་བ་རུ་ལ་རྩོད་གཞི་དེ་ད་མི་མང་གི་གང་ལ་གང་འཚམས་སུ་མགོ་ཚོས་བསྡད་ཡོད་རེད་ད་དེའི་སྐོར་ལ་ང་ཚོ་ཡང་དང་བསྐྱར་དུ་བཤད་དགོས་ཡ་ཚི་སྐད་མི་འདུག་ད་ཡིན་ན་དེའི་ཐོག་ནས་ང་ཚོ་གནད་དོན་གཅིག་གསལ་བོ་བཟོ་དགོས་ཡ་དེ་ད་ལྟའི་སྐབས་ལ་ང་ཚོ་གྲོང་ཁུལ་སྲུང་བརྩི་བྱེད་དགོས་རེད་གྲོང་ཁུལ་སྲུང་བརྩི་བྱས་ནས་ཁ་ཐུག་ལ། ངོ་ནས་བཤད་ན་ད་ལྟ་ང་ཚོ་སྲོང་བཙན་གྱི་དགོས་ཡ་དེ་ངས་སྔོན་མ་ནས་བཤད་འདུག་དེ་འཁྲུངས་སྐར་མ་རེད་བསམ་གྱི་འདུག་ག་རེད་ན་གར་སོང་ཆ་མེད་གྱིར་བར་བ་ཨ་ནི་ཁོང་ཨ་ནི་རྒྱ་མིས་གི་བཙན་ཁྲིད་བྱས་པའི་ཉིན་མོ་དེ་ན་རྒྱལ་སྤྱིའི་ཐོག་ན་གར་སོང་ཆ་མེད་གི་ད་ཉིན་མོ་དེ་འདྲའི་སྲོང་བཙན་གྱི་ཡ་དེ་འདྲའི་ཡོད་བར་ད་མིས་བཙན་ཁྲིད་བྱིན་པ་ཨ་ནི་དེ་ནས་བཟུང་དེ་བོར་བརླག་ད་བོར་བརླག་བྱིན་པ་གི་གནས་ཚུལ་དེ་ཡོད་རེད་དེ་འབའ་སོང་ཙང་ང་ཚོ་དེའི་སྲོང་བཙན་གྱི་དགོས་མ་རེད་དོ། གྲོང་ཁུལ་སྲོང་བཙན་བཅས་ཟེར་ཡ་དེ་སྤྱིར་བཏང་ཆ་ནས་བཤད་ན་དེ་ཁག་པོ་ཅིག་རེད་ག་རེ་ཡིན་ན་སྐུ་འཚོ་ཞིག་ཡིན་མིན་ཧ་མ་གོ་གཅིག་ནི་ང་ཚོ་གྲོང་ཁུལ་ཟེར་ཡ་དེ་སྤྱིར་བཏང་གི་ཆ་ནས་དེ་དགའ་སྤྲོ་གི་རྣམ་པ་ཅིག་རེད་བ་དེ་ཡིན་པ་སོང་ཙང་དེ་གྲོང་ཁུལ་སྲོང་བཙན་བཅས་ཟེར་ཡ་དེ་ཧ་ཅང་གི་ཁག་པོ་ཅིག་རེད་བསམ་གི་འདུག་དེ་གཅིག་ཡིན། ད་ཡིན་ན་རྒྱ་ནག་གཞུང་གི་འདིའི་སྐོར་ལ་གནས་ཚུལ་འདྲ་མི་འདྲ་མང་པོ་ཅིག་བཤད་བསྡད་ཡོད་རེད་ད་རྒྱ་ནག་གཞུང་གི་དོན་དག་རྡོག་རྡོག་ག་རེ་བཤད་དགོས་ན་བན་ཆེན་རིན་པོ་ཆེའི་ད་ལྟ་གི་དགེ་འདུན་ཆོས་སྐྱིད་ཉི་མ་དེ་སྐུ་འཚོ་ཞིག་ཡིན་པའི་གནས་ཚུལ་དེ་བཤད་བསྡད་ཡོད་རེད། ད་དེ་ལ་རྒྱ་ནག་གཞུང་གི་བཤད་མིན་ལ་མ་བལྟས་པའི་ད་ང་རང་ཚོ་ངེས་ནས་ཡིན་ན་རེད་ད་དེ་ལ་རྒྱབ་སྐྱོར་གི་རྣམ་པ་བཟོས་ན་མི་འདུག་རྒྱ་ནག་གཞུང་གི་བཤད་སྟངས་དེ་ལ་ང་རང་ཚོ་ངེས་ནས་ད་གང་ལ་གང་འཚམ་གྱི་ངེས་ལུན་ཡོད་ནོ་གི་རྣམ་འགྱུར་ཅིག་ང་རང་ཚོ་སྤྱི་ཚོགས་ནང་ན་ཡོང་སྐོར་ད་འདི་ངེས་ན་ང་ཚོ་གནད་དོན་ཅིག་ལ་ངེས་འཛིན་སྤྱིར་བཏང་གི་ཕྱོགས་ནས་བཤད་ན་འདི་དཀའ་ངལ་ཅིག་རེད་བསམ་གྱི་འདུག། རྒྱ་ནག་གཞུང་གིས་ད་ད་སྔོན་མ་ནས་ལི་ཏཱ་པཎ་ཆེན་རིན་པོ་ཆེའི་སྐོར་ལ་མང་པོ་བཤད་ཡོད་རེད་ད་ཕ་མ་གི་ཞི་ལོག་ལ་པཎ་ཆེན་རིན་པོ་ཆེ་ད་ག་རེ་སོགས་རེད་ཅིག་གདོང་པ་བསྟན་ཡན་དང་དེ་འདྲའི་གི་སྐོར་ལ་ཕ་མ་ལ་འདོད་པ་མི་འདུག་ཟེར་དེ་འདྲའི་ཡིན་ན་རེ་བཤད་བསྡད་ཡོད་རེད། ད་ན་ཉིན་ད་ལོ་གི་ད་ག་ག་སོང་སྔོན་མ་མཉམ་འབྲེལ་རྒྱལ་ཚོགས་གི་དེའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་ཕྱིར་གི་ཐོག་ནས་རྒྱ་ནག་མ་རབས་བཙུར་ཡོང་པའི་ག་དུས་ལ་རྒྱ་ནག་གི་ད་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་དེའི་ནི་ཀྲུང་གོ་གི་སྤྱི་འབངས་ནང་བཞིན་གྱི་ཕོ་རྒོད་ཟིག་རེད་ད་ཁོ་ལོ་ཆེན་པོ་ཆགས་ནས་མཐོ་སློབ་མཐར་ཕྱིན་ནས་བྱས་ནས་ཁྱེད་ད་ལྟ་སྐབས་ལ་འདས་ཀྱི་བསྡད་ཡོད་ད་ལས་ཀ་བྱེད་གི་ཡོད་རེད་ད་སྐད་ཆ་དེ་འདྲའི་འདྲ་བོ་བཤད་བསྡད་ཡོད་རེད། ཡིན་ན་རྒྱ་ནག་གཞུང་གི་ག་རེ་བཤད་མིན་ལ་མ་ལྟོས་ང་ཚོ་སྐབས་འདས་ལ་ང་རང་ཚོ་མི་ནས་འདིའི་ཐོག་ལ་རྣམ་འགྱུར་ག་རེ་འཛིན་དགོས་དེ་ཧ་ཅང་གལ་ཆེན་པོ་རེད། འདིའི་ཐོག་ནས་ནག་ཉེས་འདི་བ་རེད་ད་ནག་ཉེས་ཉིས་སྟོང་ཉིས་སྟོང་བཅུ་བདུན

དེའི་ཚེ་མ་ཟད་སྐུ་གསུང་ཐུགས་ཀྱི་ཡང་སྲིད་དེ་འདྲའི་སྤྱིར་ན་ཡོད་ཆོག་གི་རེད་ཟེར་ཏེ་རྣམ་པ་མ་འདྲ་བ་ཅིག་གི་ཐོག་ནས་ད་དར་མདའ་གི་རྒྱལ་མཚན་ནོར་བུ་ལ་ད་གར་སོགས་ད་ཅིག་ངེས་ལེན་བྱེད་ཡ་ཟིན་ན་མི་འདུག་དེ་འདྲའི་གི་རྣམ་འགྱུར་ཅིག་བསྟན་ཡོད་རེད། ད་དེའི་ཐོག་ཏུ་ནས་རྒྱ་གར་བོ་ཅིག་ད་རེས་གསུངས་པ་ཙམ་མ་རེད་དེ་སྔོན་མ་ངས་ད་གོ་མ་མྱོང་ར་ཁར་གཙང་སྦྲ་ཐོག་ན་ང་ཚོ། ཨ་ལགས་ཀོང་ཐང་རིན་པོ་ཆེ་གི་གསུང་བཤད་ཅིག་འགྲོ་གི་འདུག་དེའི་ནང་སྐབས་དེ་དུས་སྒང་ལ་རྒྱ་གར་རིན་པོ་ཆེ་གི་པཎ་ཆེན་རིན་པོ་ཆེ་འཕུད་ས་བྱས། དེའི་རྗེས་དུ་བ་རྒྱ་ནག་གཞུང་གི་བསྐོ་བཞག་བྱས་ཚར་བའི་རྗེས་ལ་རྒྱ་གར་རིན་པོ་ཆེ་གི་སྐབས་དེ་དུས་སྒང་ལ་ཡང་སྐུ་གསུང་ཐུགས་ཀྱི་སྤྲུལ་བ་དེ་འདྲའི་སྤྲུལ་སྐུ་བཟོ་ལ་ཡོད་ཆོག་གི་རེད་ཟེར་རྒྱ་གར་རིན་པོ་ཆེ་གི་དེ་འདྲས་ཅིག་གསུངས་ཡོད་རེད་བ། ད་གསུངས་ཡོད་ས་རེད་དེ་ཅིག་ཨ་ལགས་ཀོང་ཐང་གི་ཁར་ཚང་གི་དྲ་ཐོག་གི་བརྙན་དེའི་ནང་ན་བལྟས་འདུག། ད་དེའི་ཐོག་ནས་ག་རེ་བཤད་ཀྱི་ཡོད་རེད་ཟེར་ན། ད་སྤྱིར་བཏང་ཆ་ནས་བླ་མ་ལ་སྐུ་གསུང་ཐུགས་ཀྱི་ཡང་སྐར་ས་དེའི་སྤྲུལ་སྐུ་ག་ཚད་ཡོད་མེད་དེ་གསང་བ་བསམ་གྱིས་མི་ཁྱབ་པ་ཟེར་ཏེ་རྟོགས་ལྡན་གྱི་སྐྱེས་བུ་གཟུགས་ཀྱི་ཐག་བཅད་ཡ་གཅིག་རེད་མ་གཏོགས་ང་ཚོ་སྤྱིར་བཏང་གི་མིའི་ཕལ་བ་གི་ཐོག་ནས་ཡོད་དང་མེད་ཀྱི་སྐད་ཆ་དེ་བཤད་ཐུབ་ཡ་གི་ཚད་གཞི་སྐད་མ་རེད་སྤྱིར་བཏང་གི་ཡང་སྲིད་ག་རེ་ཡིན་མིན་དེ་ན་དོན་ལོག་གཅིག་རེད་བ་ད་ཡིན་ན། ད་རེས་ཀྱི་པཎ་ཆེན་རིན་པོ་ཆེ་འདི་སྐུ་གསུང་ཐུགས་ཀྱི། འགྲིག་གི་ཡོད་མི་ལ་མ་ལྟོས་འདི་དེ་འདྲས་ཀྱི་ངེས་འཛིན་ཞིག་ཉན་གི་རེད་བྱེད་ངེས་ཉན་གི་མ་རེད་ད་ལྟའི་ང་ཚོ་གི་ད་འཐབ་རྩོད་ཀྱི་ཐོག་ནས་ཆབ་སྲིད་ཀྱི་ཐོག་ནས་བཤད་ན་ཧ་ཅང་གི་གནད་འགག་ཡིན་པ་ཙམ་མ་ཟད་དེ་ཆོས་ལུགས་ཀྱི་ཐོག་ནས་བཤད་ན་གོ་གོ་རིམ་གཅིག་ལ་མ་བརྒལ་པའི་ཐོག་ནས་རྒྱ་ནག་གཞུང་གི་བསྐོ་བཞག་བྱེད་རྒྱུ་ཞིག་རེད་བ། དེ་ཡིན་པ་སོང་ཙང་རྒྱ་ནག་གཞུང་གི་བཙན་ཤེད་དང་དབང་ཤེད་ཀྱི་ཐོག་ནས་རྒྱལ་བ་རིན་པོ་ཆེ་གི་ཨ་ནེ་ད་ཁོང་གི་ཐིག་ཐག་བཅད་རྒྱུ་དེ་སོང་ནང་མི་དང་བཅས་པ་བཙོན་ཁང་ནང་ལ་བཅུག་ནས་ཀྱི་ཨ་ནེ་ད་ལྟ་གི་འདི་བཙན་དབང་གི་ཐོག་ནས་བསྐོ་བཞག་བྱིན་པ་སོང་ཙང། འདིའི་ངེས་ལེན་བྱེད་མི་བྱེད་དེ་མི་རིགས་གཅིག་གི་གཉའ་གནོན་དང་ཐུབ་ཚོད་དང་མཐོང་ཆུང་ཁས་ལེན་མི་ལེན་གི་གནད་དོན་གཅིག་རེད་མ་གཏོགས་འདི་སྤྲུལ་སྐུ་གཅིག་ཁས་ལེན་མི་ལེན་གི་གནད་དོན་རེད་སྤྲུལ་སྐུ་གཅིག་ལ་སྐུ་གསུང་ཐུགས་ཀྱི་ཨ་ནེ་ཡང་སྲིད་ཕེབས་ཆོག་གི་རེད་མ་རེད་ཟེར་ཡ་ངས་དེ་གཉིས་ལ་འབྲེལ་བ་ཡོད་མ་རེད་བསམ་གི་འདུག་དེ་ཡིན་ན་ད་སྐྱབས་མགོན་རིན་པོ་ཆེ་གི་མཚན་གནས་རྗེས་འབྲེལ་གི་ཐོག་ནས་འདི་འདྲས་གསུངས་ཡོང་ནས་གང་ལ། ང་ཚོ་བོད་ནང་གི་བླ་མ་ཁག་ཡིན་ན་རེད་བོད་ནང་གི་དད་ལྡན་མང་ཚོགས་ཡིན་ན་རེད་འདས་ལ་ག་རེ་བྱུང་ན་ག་རེ་བྱུང་ཡོད་ན་གནའ་དོན་འདིའི་ཐོག་ནས་སོ་སོ་གི་ལྟ་བ་ལངས་ཕྱོགས་དེ་རྒྱུན་འཁྱོངས་བྱེད་མ་ཐུབ་པ་རེད་ད་མཐའ་ན་བན་ཆེན་རིན་པོ་ཆེ་ལ་མཐའ་གཅིག་ཏུ་བན་ཆེན་འཛིན་མ་ལ་ང་ཚོ་ངེས་འཛིན་མེད་པ་གར་ས་ང་ཚོ་གི་ཅིག་ངོ་རྒོལ་བྱེད་དགོས་ཡོད་ན་རེད་ད་ཧ་ལམ་མ་བདེ་བ་འདྲ་བོ་གི་རྣམ་པ་ཅིག་ཆགས་ཀྱི་ཡོད་རེད་དེའི་ཐོག་ནས་དཀའ་ངལ་གཅིག་དེ་རེད་དེ་ནས་དཀའ་ངལ་གཉིས་པ་ཅིག་ག་རེ་རེད་ན་རྒྱ་ནག་གཞུང་གི་པཎ་ཆེན་རིན་པོ་ཆེས་བཙན་དབང་གི་ཐོག་ནས་བསྐོ་གཞག་བྱེད་ཐུབ་ཀྱི་ཡོད་ན་འདིའི་གི་ད་མིག་དཔེ་ཟིན་ན་མི་འདུག་འདིའི་གི་འཁྲབ་ཚན་ཕྱི་མ་དེ་རྒྱ་གར་རིན་པོ་ཆེ་གི་ཐོག་ལག་པ་བཀྱག་བྱ་ནར་ཡང་ན་ཨ་ནི་ད་ང་ཚོ་གི་ཨོ་རེད། སྤྲུལ་སྐུ་ལ་སྐུ་སྲུང་ཐུགས་ཀྱི་ཨ་ནི་འདིའི་གར་ས་དེ་ཡོད་ཆོག་གི་རེད་ཨ་ནི་དེ་འབའ་སོང་ཙང་ད་ང་ཚོ་ཕྱི་ལོག་ནས་ཐིག་ཐག་ཅིག་བྱེད་ཀྱི་ཡོད་ན་རེད་ད་མིན་ན་བོད་ནང་ནས་གཉིས་སམ་གཟུགས་སྐྱོང་པ་ཡིན་ན་རེད་དེ་ད་རྣམ་པ་མ་འདྲ་བའི་ཅིག་གི་ཐོག་ནས་དེ་ཁས་ལེན་བྱེད་རྒྱུ་ཡིན་པ་ཟིན་ན་མི་འདུག་དེའི་སྐད་ཆ་ཁོ་རང་ནས་ལས་ཤོར་གི་ཡོད་རེད་བསམ་གྱི་འདུག་དེ་འབའ་སོང་ཙང། ད་འདི་ཡང་སྲིད་ག་རེ་ཡིན་མིན་གྱི་ལྐོག་གྱུར་གྱི་སྐད་ཆ་མ་བཤད་ན་ང་ཚོ་མི་གཅིག་གི་མངོན་སུམ་གྱི་ཐོག་ནས་ཆབ་སྲིད་ཀྱི་འཐབ་རྩོད་དང་ལངས་ཕྱོགས་ཅིག་སྲིང་འགོག་ཡོད་ན་འདི་ཚོའི་རིགས་འདི་རྩ་བའི་ཆ་ནས་ཉེན་ཁ་ཅིག་རེད་བསམ་གྱི་འདུག་རེད་བ། ད་ཡིན་ན་ང་ཚོ་སྐད་ཆ་དེའི་རིགས་དེ་བཤད་ཞོར་ད་སྐད་ཆེ་བཤད་དེ། ང་ཚོ་སྐབས་འདི་ལ་དོར་སྣང་བྱེད་དགོས་དོན་དག་གཉིས་ཡོད་རེད། གཅིག་སྟེ་པཎ་ཆེན་རིན་པོ་ཆེ་ག་འདྲས་བྱས་ནས་ད་ལྟ་བར་དུ་ལོས་ཐུབ་ཡོད་མ་རེད་གཅིག་དེ་རེད། རེད་བ། རྒྱལ་སྤྱིའི་སྤྱི་ཚོགས་ཀྱི་ཐོག་ནས་པཎ་ཆེན་རིན་པོ་ཆེ་གི་ཐོག་ལ་རྣམ་འགྱུར་གསལ་བོ་ཅིག་ག་རེའི་ཐོག་ནས་བསྟན་ཐུབ་ཀོ་མ་རེད་ལབ་ན། སྐུ་འཚོ་ཞིག་ཡིན་མིན་ཁོ་རང་གི་ཐོག་ལ་ད་ང་ཚོ་རྣམ་འགྱུར་བསྟན་ཐུབ་ཀོ་མ་རེད་ད་འདི་འདྲའི་སྐབས་ལ། གལ་ཆེ་ཞིག་ག་རེ་ཡོད་ན་ང་རང་ཚོ་རྒྱ་རིན་པོ་ཆེ་གཙོ་བོར་གྱུར་བའི་བཙན་བྱོལ་སྤྱི་ཚོགས་ནང་ནས་པཎ་ཆེན་རིན་པོ་ཆེའི་འཚོ་གཞིས་ད་ཡོད་རེད་ཟེར་གྱི་ཡོད་ར་བཞུགས་ཡོད་སྟབས་བཞུགས་ཡོད་རེད་རྒྱ་ནག་གཞུང་གིས་ཀྱང་ཅི་ཡོད་མ་རེད་ཟེར་གྱི་རྣམ་འགྱུར་དེ་སྐད་ཆ་དེ་བཤད་འདུག་ད་དེ་ལས་སླ་བ་གི་རྒྱ་ནག་གཞུང་ལ་བསྟུན་ཤུགས་བྱེད་ཡ་གཅིག་དང་རྒྱ་ནག་གཞུང་ལ་སྐད་ཆ་དེ་གོ་དགོས་ར་རྒྱ་ནག་གཞུང་གི་ད་ལྟ་ཡིན་ན་ད་ང་ཚོ་བཤད་སྟངས་གཅིག་ལ་རྒྱ་ནག་གཞུང་གི། པཎ་ཆེན་རིན་པོ་ཆེ་འདི་ཉར་མ་འོངས་པ་ན་དགེ་འདུན་ཆོས་ཀྱི་ཉི་མ་རུ་ཉར་ནས་ཀྱི་མ་འོངས་པ་ན་རྒྱལ་བ་རིན་པོ་ཆེའི་ཐུགས་ཐག་བཅད་ཡ་གི་སྒང་ལ་ནི་པེ་ཆོས་བཏང་གི་རེད་དེ་འདྲའི་གི་རོགས་དངུལ་གནམ་དུབ་གི་སེམས་ཁྲིམས་འདྲ་བོ་ཅིག་བྱེད་གི་ཡོད་རེད་ད་ངས་བལྟས་ན་དེ་ཏག་ཏག་མ་རེད་བསམ་གི་འདུག་ཡིན་ན་ད་སྐད་ཆེ་བཞི་དེ་གར་ན་དེ་རིང་གི་རྒྱ་ནག་གི་སྤྱི་ཚོགས་གི་ཐོག་ནས་སོ་སོ་གི་དཀའ་ངལ་དེ་ལ་གཡོལ་ཡ་གི་ཆེད་དུ་ཨ་ནི་ད་འདི་འདྲའི་ཅིག་བྱེད་བསྡད་ཡོད་པ་དེ་ད་དེ་རིང་གི་སྤྱི་ཚོགས་ན་ད་གསལ་བོ་རེད་དེ་ཡིན་པ་སོང་ཙང་ཁ་ཙང་འདས་ལ་ང་ཚོ། སྔོན་མ་གི་བདེ་སྲུང་གི་གྲོང་འཕེལ་ཟེར་བ་ད་རྒྱ་རིགས་འབྲེལ་མཐུད་པ་བྱས་པར་གུང་དཀར་བཀྲ་ཤིས་ཀྱི་བརྙན་ཅིག་བཏོན་ནས་ཅིག་ཤོས་ཀློག་ལ་ཅིག་ད་ད་ལྟ་སྒེར་གྱི་དེ་འདྲའི་བརྙན་ལམ་ན་བཤད་ཀྱི་འདུག་ངས་དེ་ལ་ང་རོགས་པ་ཅིག་གི་དེ་བརྒྱུད་བསྐུལ་བྱས་ནས་ངས་དེའི་པཎ་ཆེན་རིན་པོ་ཆེའི་སྐོར་དེ་ཅིག་བལྟ་རྒྱུ་བྱུང་ཁོ་རང་གི་ག་རེ་བཤད་ཀྱི་འདུག་ལབ་ན་འདི་རེད་དོ། ད་དང་པོ་པཎ་ཆེན་རིན་པོ་ཆེས་ཐུགས་ཐག་བཅད་པའི་རྒྱབ་ལྗོངས་དང་རྒྱ་ནག་གཞུང་གི་ཅིག་གར་སོགས་པར་ད་ཅིག་བཤད་སྟངས་དེ་ཚོ་ལ་ཅིག་དགག་པ་རྒྱབ་ཀི་ཡོད་པའི་བཟོ་འདྲ་བོ་ཅིག་རེད་ད་དེ་ལྟར་བྱེད་བཞིན་འདི་ད་དེ་འདྲས་ཅིག་བཤད་དགོས་རེད་ཡིན་ན་དོན་དག་ལོག་རྟོག་ག་རེ་བྱེད་དགོས་རེད་ཁྱེད་ད་ཆ་འདི་འདྲས་ཅིག་བཤད་སོང་བ་ངས་ད་ཉན་བསྡད་འདི་པཎ་ཆེན་རིན་པོ་ཆེ་འཚོ་ཞིག་ད་ཡོད་རེད་བསམ་གི་འདུག་ཡོད་པ་དེ་གསལ་བོ་རེད་བྱ་ད་ཆ་དེའི་རྗེས་མ་དེ་ལ

ཨ་ནི་ད་ང་ཚོ་རྒྱ་རིགས་འབྲེལ་མཐུད་པ་ཟེར་ན་མི་འདུག་གཅིག་རྒྱ་ནག་སྐོར་གི་ལས་ཀ་བྱེད་ད་ནི་ཁོ་ཚོ་ཁོ་རང་ཚོ་གི་རྒྱ་རིན་པོ་ཆེ་གི་གཉེན་ན་ཤི་ཡོད་ཁྱེར་རྒྱ་རིན་པོ་ཆེ་གི་བན་ཆེན་རིན་པོ་ཆེ་བཞུགས་གི་ཡོད་རེད་ཟེར་ཡ་དེ་ཡིན་ན་བན་ཆེན་རིན་པོ་ཆེ་བཞུགས་གི་ཡོད་རེད་ཡོད་མ་རེད་འདི་ཧ་ཅང་གི་གནད་འགག་ཅིག་ཆགས་གོ་རེད་འདི་ཆོས་ཕྱོགས་གི་ཙམ་མ་རེད་འདི་ཆབ་སྲིད་གི་འཐབ་རྩོད་ཐོག་ནས་བཤད་ན་འདི་དཔེ་མི་སྲིད་པའི་གནད་འགག་ཅིག་རེད་ང་ཡིན་ན་ངས་ངོ་མ་ནས་བཤད་གོ་ངས་བན་ཆེན་རིན་པོ་ཆེ་ཡོད་པ་ལ་ངེས་འཛིན་ཁོ་རང་བྱེད་གི་མེད། རེད་བ། ངེད་ཅིག་གིས་སྒྲུབ་བྱེད་ཚུལ་ཐོག་ནས་བཤད་ཀྱི་མེད་དེ་རེད། ད་ད་ལྟ་ག་རེ་ཟེར་སྐོར་ན་ང་ཚོས་རིགས་ལམ་ཞིག་གི་ཐོག་ནས་བཤད་ན། བན་ཆེན་རིན་པོ་ཆེ་དེ་རྒྱ་ནག་གཞུང་གི་བཙན་ཁྲིད་བྱས་ནས་ཀྱི། བན་ཆེན་རིན་པོ་ཆེ་དང་ཁོ་རང་གི་ནང་མི་ཆ་ཚང་བཙན་ཁྲིད་བྱས་ནས་ཀྱི། རྒྱ་ནག་གཞུང་གིས་ད་ག་རེ་ཟེར་སྐོར་རེད་ལྐོག་གསོད་བཏང་ཚར་རེད་ཟེར་ནས་ཀྱི། རྒྱལ་སྤྱིའི་ཐོག་གསར་འགྱུར་ཁོ་རང་ལྷད་རེད། ད་ཕ་ཁྱེར་ཉིས་སྟོང་དྲུག་བདུན་དུ་བ་ཡིན་བསམ་སོང། འཇར་པན་གྱི་གསར་འགྱུར་བཀོད་མཁན་ཞིག་གིས་ད་ང་ད་ལྟ་སྐབས་ལ་དེ་ཡིག་ཆ་རེ་དེ་བཟོ་དཀའ་བ་ཡིན་ན་ངས་ད་ལྟ་ཅང་ཚད་མེད་ད་ཡིན་ན། སྐབས་དེ་རིང་གང་སླད་གསལ་བོ་རེད་པཎ་ཆེན་རིན་པོ་ཆེ་གི། ད་ཁོང་རང་ད་ལྟ་ལྐོག་གསོད་བྱས་ཚར་རེད། དེའི་སྐད་ཆ་དེ་སླེབས་སོང་སྐབས་དེ་རིང་གང་ལ། དེ་རིང་གང་ལ་ངས་དེའི་གོ་སྐབས་ཅིག་ལ་ཟིན་ནས་ཀྱི་ད་ཟིན་ན་མི་འདུག་ངས་གོ་སྐབས་ཅིག་ལ་ཟིན་ད་མ་རེད་ད་ངས་དེའི་སྐབས་གང་སྐབས་དེ་རིང་གང་ད་ང་ཚོ་བན་ཆེན་རིན་པོ་ཆེ་བློ་གྲོས་བཏང་གོ་ཟེར་གོ་བློ་གྲོས་བཏང་གོ་ལབ་ན་རྒྱ་ནག་གཞུང་གི་རྩ་བ་ཉིད་ནས་བཏང་གི་ཡོད་མ་རེད། ཡིན་ན་ད་གང་གནས་ཚུལ་དེ་འདྲས་ཅིག་ཁྱབ་ནས་ཁ་ཐུག་ལ་རྒྱ་ནག་གཞུང་དེ་ལ་ཞེའུ་ཅིག་བཤད་སོང་བ་ད་དེ་དོན་དག་ཅིག་ཡོད་རེད་དེ་འབའ་སོང་ཙང་སྐབས་དེ་རིང་གང་དེ་ང་ཚོས་བཤད་རྒྱུ་མ་རེད་དེ་རྒྱལ་སྤྱི་གི་གསར་འགྱུར་གྱི་རྒྱུད་ལུང་བ་དེ་འདྲས་ཅིག་སླེབས་ཚར་ད་ད་ཡིན་ན་དྲ་ཐོག་ལ་ཚད་ན་ཕ་ཁྱེར་དེའི་གནས་ཚུལ་དེའི་རིགས་དེ་ངེད་ཀྱིས་རག་གི་རེད་བསམ་གྱི་འདུག་འོ་ད་དེ་འདྲའི་ཅིག་གི་ཁ་ཐུག་ལ་གུང་ཁ་གྲགས་ཤིག་ར་དེ་ཚུགས་གི་ད་གནས་ཚུལ་དེ་འདྲའི་ཡོད་བཞིན་དུ་ད་ལྟ་ཡིན་ན་ཡོད་པ་གསལ་བོ་རེད་ཟེར་ཏེ་བཤད་འདུག་ད་འདི་གཅིག་ན་ངོ་ནས་ཡོད་དེ་གསལ་བོ་རེད་པས་མ་འོངས་པ་ན་འགན་འཁྱེར་གི་ཡིན་པས་རྒྱ་ནག་གཞུང་ལ་དགོས་ཡག་གི་སྐད་ཆ་རྡོག་རྡོག་དེ་རྒྱ་ནག་གཞུང་གི་ཐུགས་ཐག་བཅད་ཤ་གཅིག་མ་པི་རེད་ཤ་གཉིས་ད་དེ་ཚོ་བཤད་དགོས་མ་རེད་རྒྱ་ནག་གཞུང་ལ་སྐད་ཆ་རྡོག་རྡོག་གོ་གི་དགོས་ཡག་དེ་ག་རེ་རེད་ཟེར་ན། པཎ་ཆེན་རིན་པོ་ཆེ་གི་འཚོ་གཞིག་ཡིན་སའི་སྐད་ཆ་འདི་མགོ་སྐོར་ད་རྒྱ་ནག་གཞུང་ལ་ད་དེ་ལ་ང་ཚོའི་ཕྱོགས་ནས་ད་དོན་དག་རྡོག་རྡོག་གཞས་ཅིག་བཏང་གི་ཡོད་ན་དེའི་སྒྲ་གདངས་ག་རེ་ཡིན་མིན་དང་གཞས་ཚིག་ག་རེ་ཡིན་མིན་ལ་མ་ལྟོས་བའི་དོན་དག་རྡོག་རྡོག་དེ་ཕ་ཕྱོགས་ལ་ལྟོས་པ་རེད་འདུག་རྒྱ་ནག་གཞུང་གི་བཤད་པ་དེ་ལ་ཁས་ལེན་བྱེད་ཡ་ངས་དེ་གནད་འགག་ཅིག་རེད་ཟེར་དེ་གཅིག་ཡིན། དེའི་གནད་འགག་དེ་ཆགས་སྟངས་དེ་ག་རེ་རེད་ཟེར་ན་ད་ང་ཚོ་པཎ་ཆེན་རིན་པོ་ཆེ་བློ་གྲོས་བཏང་དགོས་ཟེར་ང་ཚོ་ལོ་འདི་འདྲའི་མང་པོ་ཅིག་ག་བཤད་དེར་པཎ་ཆེན་རིན་པོ་ཆེ་རྩ་བ་ཉིད་ལོ་གྲོས་བཏང་དགོས་མ་བློ་གྲོས་བཏང་ཡ་ལ་ཐབས་ཤེས་གཉིས་ཡོད་རེད། གཅིག་དེ་ད་ལྟ་གི་པཎ་ཆེན་རིན་པོ་ཆེ་དེའི་འཚོ་གཞིས་མིན་པ་ཡིན་ན། སྐུ་ཞག་ཚ་བ་ཡིན་ན་རྒྱ་ནག་གཞུང་གིས་བསྒྲུངས་ཚར་བ་ཡིན་ན། ད་ང་ཚོའི་ལྷག་པ་ལ་ག་རེ་ཡོད་ན། པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དེ་ད་བཅུ་གཅིག་པ་ཡིན་ན་རེད་བཅུ་གཉིས་པ་དེ་ཡང་བསྐྱར་ཐུགས་ཐག་བཅད་ཡག་གི་ང་ཚོ་ལ་དེ་ཡོད་རེད། དེ་གོ་སྐབས་ཅིག་རེད། ད་ང་ཚོ་ཡང་བསྐྱར་ཅིག་ཐུགས་ཐག་ཅིག་བཅད་བྱས་ན། ཡང་ན་རྒྱ་ནག་གཞུང་གིས

བརྒྱད་གཅིག་ནི་ཚིག་གི་ཐོག་ལ་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་བགྲུངས་ཚར་བ་རེད་ཟེར་ནས་ཚིག་དེ་འདྲས་སླེབས་ཚར་རེད། དེ་ཡིན་པ་སོང་ཙང་སྒུག་དགོས་མ་རེད་ནམ་པ་ཚོ་གིས་རྒྱ་གར་རིན་པོ་ཆེ་ཞུ་དགོས་དགོས་ན་ག་འདྲས་བྱས་ནས་ཅིག་ཡང་སྲིད་ཅིག་ཐུགས་ཐག་བཅད་བྱས་ན། ངས་དེ་འདྲས་ཅིག་ཞུ་རྒྱུ་བྱུང་ད་ཅིག་བྱས་ན་དེ་ཆོས་ལུགས་ཀྱི་ལས་རིམ་རེད་དེའི་ཐོག་ནས་བྱས་ན་དེ་མ་བུའི་ཟིག་ཡིན་སྲིད་ཀྱི་རེད་ཡིན་ན་གལ་སྲིད་ཡོད་པ་ཡིན་ན་ཡིན་ན་དེ་འདྲས་ཀྱི་ལོ་རྒྱུས་ཀྱི་ཐོག་ལ་རྙོག་དྲ་མང་པོ་བྱུང་ཚར་རེད་རྒྱ་ནག་གཞུང་གིས་དེ་འདྲས་མང་པོ་བྱས་ཚར་རེད་མིའི་བཙན་ཁྲིད་བྱས་ནས་ལྐོག་གསོད་བྱས། ཨ་ནེ་སྤྱི་ཚོགས་ཐོག་ལ་མ་བརྟེན་ཏན་ཏན་ཡོད་ཟིག་དེ་རྒྱ་ནག་གཞུང་གི་རྒྱ་ནག་གི་ཏན་ཏན་གི་གུང་ཁྲན་ཏང་དེ་མ་ཡིན་པའི་རྒྱ་མི་རིགས་ཀྱི་ལོ་རྒྱུས་ཐོག་ནས་དེ་འདྲ་མང་པོ་བྱས་ཚར་ད་དེ་ཚོ་གནས་ཚུལ་གཅིག་རེད་ཡིན་ན་ང་ཚོ་དེ་འདྲའི་གི་ང་ཚོ་ལ་ཕན་ཚུན་ཡོད་རེད་ན་སྐད་ཆ་རྒྱག་ཡོད་རེད་རྒྱ་གང་དྲུག་པ་རིག་འཛིན་ཚངས་དབྱངས་རྒྱ་མཚོ་གི་དབྱངས་གསལ་དེ་ད་སྐབས་དེར་ཡི་སོག་པོ་ར་བོད་ཀྱི་འཐབ་རྩོད་ཀྱི་ཁྲོད་ནས་འུ་གཉིས་བྱུང་པ་རེད་འུ་གཉིས་བྱུང་བའི་ཁ་ཐུག་ལ་དེ་ལ་བཤད་སྟངས་གཉིས་ཡོད

པཎ་ཆེན་རིན་པོ་ཆེ་རེད་ད་ཡང་སྲིད་ཀྱི་རྣམ་པ་དེ་འདྲས་ཅིག་ཆགས་སྲིད་ཀྱི་རེད་དེ་ལོ་རྒྱུས་ཐོག་ནས་དེ་འདྲས་ཅིག་ཆགས་སྲིད་ན་ཧང་སང་ཡག་ཚ་སྐད་ཡོད་བ་མ་རེད། དེ་ཡིན་པ་སོང་ཙང་པཎ་ཆེན་རིན་པོ་ཆེ་བློ་གྲོས་བཏང་ཡག་གི་ཐབས་ཤེས་གཞག་ཤེས་དེ་གང་རེད་ཟེར་ན། བཙན་བྱོལ་སྤྱི་ཚོགས་ནང་ནས། རྒྱ་བ་རིན་པོ་ཆེ་འཚོ་བཞིག་གི་ཁ་ཐུག་ལ། བཀྲ་ཤིས་ལྷན་པོ་ར་འདི་ཚོ་གི་སྐད་ཆེན་པོ་གི་ཐོག་ནས་ཞུས་ནས་ད་ཡང་སྲིད་ཐུགས་ཐག་བཅད་དགོས་ཡག་གི་གནའ་དོན་ད་ཧ་ཅང་གལ་ཆེན་པོ་ཆགས་འདུག་འདི་འདྲས་གི་ཆབ་སྲིད་གི་འཐབ་རྩོད་གནད་འགག་ཅན་པ་ཅིག་གི་ཁ་ཐུག་ལ། གུང་དཀར་བཀྲ་ཤིས་ར་འདི་ཚོ་གི་ཁ་རྐྱག་རྐྱག་བྱས་ནས་ཅིག་ད་བཞུགས་ཡོད་ཡག་ད་གསལ་བོ་རེད་ཤ་ཟེར། ག་འདྲས་ཀྱི་ས་བོ་རེད། གང་ནས་མཐོང་སོང་ཞེས་ལབ་ཀི་འདུག་སང་ཉིན་ཚུར་ཡོང་ནས་གང་ལ་ཕེབས་ན་ཁྲིམས་ཁང་འཛིང་ར་འཛིང་གི་ཐོག་ནས་ཨ་རོ་ཁྱོད་ག་འདྲས་ཀྱི་ས་བོ་ཡོད་ཟེར་ན་བཤད་ཡ་ཡོད་བས། དེ་ཡིན་པ་སོང་སོང། ང་ཚོ་སྐད་ཆ་འདི་ཟུར་བྲིས་འདི་བཤད་ནས་ག་ཐུག་ལ་སྤྱིར་བཏང་ཤེས་ནི་མི་ལ་ད་སྐྱོན་ཡོད་མ་རེད་ཞིང་འབྲོག་མང་ཚོགས་ཀྱི་ཨ་མཆོག་ནང་ལ་འདི་འདྲས་ཀྱང་ཀྱང་ཟིག་ག་རེ་བྱས་ནས་ལུག་བསྡད་དགོས་རེད། ངས་སྐད་ཆ་འདིའི་ཐོག་ནས་ད་བོས་ན་ད་ང་བཟོ་འགྲོ་བས་ན་བཤད་སྟངས་དེ་འདྲ་ཅིག་མ་རེད་ཟེར་ངེས་དེ་རྣམ་པ་བཟོ་ཅིག་ཞེས་བཤད་ངེས་བྱུང་སོང་དེ་ནི་གཅིག་དེ་རེད། གཉིས་ནི་ད་ང་བཙན་བྱོལ་སྤྱི་ཚོགས་ནང་ལོ་མང་པོ་བསྡད་རེད་ད་ལོ་རྟག་པར་ང་ཚོ་པཎ་ཆེན་རིན་པོ་ཆེ་གི་བགྲོ་གླེང་ཟེར་ཡ་འདི་འདྲ་ཅིག་ཡོད་པ་ད་ད་དེང་སང་གི་མི་ཁག་ཅིག་གིས་ག་རེ་བཤད་སྐོར་ན་ཨ་ད་པཎ་ཆེན་དགེ་འདུན་ཆོས་རྒྱུད་ཉི་མ་རྒྱ་གར་འབུ་ཞིག་གིས་བཙན་ཁྲིད་བྱིན་པ་དེའི་སྐོར་བཤད་དགོས་མ་རེད་ད་ལྟ་གི་པཎ་ཆེན་རྒྱ་ནག་གཞུང་གི་བསྐོ་བཞག་བྱེད་རྒྱུ་གི་བུ་གུ་དེ་རེད་ངེ་འཛིན་གྱིས་བཤད་ན་རེད་ཞེ་དྲག་སྐྱོན་ཡོད་ཡང་མ་རེད་མདོག་མདོག་ག་རེད་ན་སྔོན་མ་ཡིན་ན་པཎ་ཆེན་སྐུ་འཕྲང་བྱེ་བ་དེ་རེད་རྒྱ་ནག་གཞུང་གི་གར་ས་ད་དང་པོ་ངེ་འཛིན་བྱེད་རྒྱུ་རེད་བ་སེ་ཡ་གི།

དེ་ང་ཚོ་ལོ་རྒྱུས་ཀྱི་རྒྱབ་ལྗོངས་དེ་གསལ་བོ་གཅིག་བསྔོག་དགོས་རེད། སོ་སོ་གིས་ཤེས་ཀྱི་མེད་ན་ངས་མི་ཤེས་ལབ་ན་སྐྱོན་ཡོང་བ་མ་རེད། ད་དེ་རིང་ཁར་ཚང་གི་དུས་རབས་འདི་ལ་ང་ཚོ་ཐམས་ཅད་མཁྱེན་པ་གི་དུས་རབས་ལྟར་རྫོགས་ཚར་རེད། མི་སོ་སོས་སོ་སོ་ལ་ཁྱབ་ཁོངས་གཅིག་ཡོད་རེད། ཁྱབ་ཁོངས་དེ་ལས་སླ་བ་སྐད་ཆ་གཞན་པ་ཤེས་ཀྱི་མེད་ན་ངས་མི་ཤེས་ལབ་ན་འགྲིག་གོ་རེད། ད་ཡིན་གཅིག་མིན་གཅིག་བཤད་དགོས་ཀྱི་འདུག་བ། བཤད་ཡ་དེ་ག་རེ་རེད་ན་རྒྱ་ནག་གཞུང་གི་བཤད་སྟངས་རང་རེད་དེ་ཡང།

རྒྱ་གར་གཅིག་གསུམ་པ་དང། བན་ཆེན་སྐུ་འཕྲང་དགུ་བ་གི་བར་ལ། ད། རྩོད་རྙོག་བྱུང་བར་ད་ནང་མ་སྒང་དང་དགའ་ལྡན་ཕོ་བྲང་བར་ལ་བྱུང་ཟིན་ན་རེ་རྩོད་རྙོག་བྱུང་ནས་ཀྱི་བན་ཆེན་རིན་པོ་ཆེའི་སྐུ་འཕྲང་དགུ་བ་དེ་བོད་ནས་བཞུགས་མ་ཐུབ་པ་བྱས་ནས་ཀྱི་ད་ལྷ་ས་ནས་བཞུགས་མ་ཐུབ་པ་ཨ་ནེ་མ་པེ་ཅིན་ན་ཕེབས་དགོས་བྱུང་བ་རེད། མང་ཆེ་བ་ཚིག་མདོ་སྨིག་གི་ཕྱོགས་ནས་བཞུགས་ག་རེད། ཨ་ནི། ད་ནང་སོག་ར་ཤོད་སོག་ནི་ཤུ་གོ་ཅོང་པ་རེད། རྗེས་ནི་ཡག་ཕེབས་ཀི་ཡིན་ལབ་ནི་གང་ལ། རྗེས་ནི་ཡག་ཕེབས་ཀི་ཡིན་ལབ་ནི་གང་ལ་ཕེབས་ཐུབ་ཡོད་མ་རེད་སྐྱེར་གི་འདུག་ནི་སྐུ་ཤ་ཚར་བ། དེ་ཡིན་པ་སོང་ཙང་ཁོ་པཎ་ཆེན་རིན་པོ་ཆེ་གཅིག་པོ་མ་རེད་རྒྱབ་ན་སྟོབས་ཤུགས་ཆེན་པོ་གི་ནང་མ་སྒང་ཡོད་རེད་ད་པཎ་ཆེན་རིན་པོ་ཆེ་གི་ཁ་སྔ་བཞི་གི་ལ་ཕྱག་ལས་གནང་ནི་གི་པཎ་ཆེན་ནང་མ་སྒང་ཟེར་ད་ད་ད་རེད་ཡོད་རེད་ད་དེ་པཎ་ཆེན་ནང་མ་སྒང་དེ་ཡོད་རེད།

དེ་བྱས་ནས་སྒང་ལ་པཎ་ཆེན་རིན་པོ་ཆེ་གི་ནང་མ་སྒང་དང་མདོ་སྨད་ཀྱི་ཕྱོགས་ཀྱི་བླ་ཆེན་མང་པོ་གི་གོ་མིན་ཏང་གི་པཎ་ཆེན་རིན་པོ་ཆེ་ངེས་འཛིན་མ་བྱས་ནོ་གི་ད་དཀར་སོག་རེད་དེ་ཆོག་མཆན་མ་སྤྲད་ནོ་གི་སྔོན་ལ་ལྷ་ས་གི་སྡེ་བ་གཞུང་ལ་ག་ཚད་ཞུས་ཚར་རེད་དེ་གོ་མིན་ཏང་འབྲེལ་བ་ཡོད་མ་རེད་ལྷ་ས་གི་སྐབས་དེ་རིགས་གི་སྡེ་བ་གཞུང་དང་ཨ་ནི་ད་རབ་གྲངས་དང་སྟག་བྲག་སོགས་ལ་ག་ཚད་ཞུས་ནས་སྒང་ལ་དེ་ལ་ཡག་བྱེད་ཀྱི་ཡོད་མ་རེད། རྒྱུ་མཚན་ག་རེ་རེད་ཟེར་ན། དགའ་ལྡན་ཕོ་བྲང་གི་སྐབས་དེ་རིགས་ཀྱི་དགའ་ལྡན་ཕོ་བྲང་ཡིན་ན་རེད་ད་སྡེ་བ་གཞུང་ལ། བན་ཆེན་རིན་པོ་ཆེ་ཚོ་ཁོ་རང་ཚོ་གི་ངེས་འཛིན་བྱེད་དགོས་སྐོར་དང་ཐུགས་ཐག་བཅད་དགོས་སྐོར་དང་གཙོ་བོ་དེ་རེད། དེ་ཡིན་པ་སོང་ཙང་སྐབས་དེ་རིགས་གང་ལ་སྡེ་བ་གཞུང་གི་ཕྱོགས་ནས་ར་འུར་འདུག་ཁ་ཤིག་བསྡུས་ད་ཅིག་ད་ལྟ་གི་དེའི་ནང་ལ་ཐོག་རིས་མི་ཁ་ཤིག་བསྡུས་ཡ་དཀའ་ཆག་ཡོད་རེད། ཡིན་ན།

ནང་མ་སྒང་དང་མདོ་སྨད་ཀྱི་ཤོག་གོ་ལ་ཆེན་ཚོ་མཉམ་འབྲེལ་གྱི་ཐོག་ནས་ཐུགས་ཐག་བཅད་ཚར་ད་ཆོག་མཆན་རག་མ་རག་དེ་གནས་ཚད་ལོག་པ་རེད་གཞུང་གཅིག་གི་ཆོག་མཆན་རག་མ་རག་དེ་ཡིན་པ་སོང་ཙང་སྐབས་དེ་རིང་སྒང་ལ་ག་ཚད་ཤི་ཡ་རེད་ས་འོ་རེད་ཡིག་ངག་གཉིས་ཐོག་ནས་ཤི་ཡོད་རེད་དཔེར་ན་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོ།

གཙོ་བོ་དེ་ཚོ་ལ་ཐུག་བ་རེད། ཁོ་རང་ཚོ་གི་ག་རེ་ཞུ་གི་འདུག་ལབ་ན་ང་རང་ཚོ་གི་ཐུག་ཐག་ཆད་ཤ་ཡོད་རྒྱུག་གི། ད་ལྟ་གི་སྐྱིད་སྤྲེལ་དེ་ཀུ་ཅི་བདེ་བ་གཞུང་གི་ངེས་ནས་ཁས་ལེན་ཅིག་བྱེད་རོགས་ཞེས། ཤ་ག་པ་ཁོ་ལ་ང་ཚོ་ལ་ཞུས་སོང། ཤ་ག་པ་ཁོས་ན་རེ་གོ་སྐོན་ལོ་འགུག་བྱེད་ཤ་ཡོད། གནས་ཚུལ་དེ་ཡར་འགྲོ་ནས་ཞུ་གི་ཡིན་ལྷ་ས་ལ། ཡིན་ན་ཁྱོད་རང་ཚོ་ད་རྒྱ་ནག་ནང་ནས་མ་བསྡད་ཡག་ཡོང་རོགས་ཞེས་ལབ་ཡོད་ད་ག་ཤ་དེ་བཤད་ཡོད་ད་དེ་ཁག་འཁེའུ་ཅིག་རེད། གལ་སྲིད་པཎ་ཆེན་ནང་མ་སྒང་དེ་ཡག་ལྷ་ས་ལ་ལོག་ཡོད་ན་སྐབས་དེ་རི་སྒང་ལ་རྩ་མེད་འགྲོ་ཡ་རེད་མ་གཏོགས་པཎ་ཆེན་ནང་མ་སྒང་ལ་སྐབས་དེ་རི་སྒང་ལ་ནང་མ་སྒང་གི་བྱིན་ཅིག་མི་དྲག་དེ་ཚོ་ལ་ཅིག་ལྷ་ས་ནས་སྐྱིད་པོ་བྱས་ནས་བསྡད་ས་གོ་སྐབས་ཅིག་རག་གི་མ་རེད་ད་དེ་ང་ཚོ་ལོ་རྒྱུས་ཀྱི་ཐོག་ནས་གསལ་བོ་རེད། བན་ཆེན་རྒྱལ་བ་བན་ཆེན་གཙོ་བྱས་གཉིས་སྐྱོང་དོག་པའི་ཁ་ཐུག་ཅིག་ལ་འུ་གཉིས་ཕོག་དོག་ཁ་ཐུག་ཅིག་ལ། ལྷ་ས་ཀྱི་འཐབ་རྩོད་དེ་ང་ཚོ་ནང་ཁུལ་ལ་བསྐོར་ན་ཞེད་སྣང་ཚ་བོ་ཡོད་རེད་རབ་བགྲང་དང་སྟག་བྲག་གཉིས་ཆ་བར་རུ་ལ་ཅིག་ཅིག་གསལ་བྲིས་བྱེད་དགོས་ཡོད་པའི་ཁ་ཐུག་ཅིག་རེད་བ་རྒྱ་བར་འབུ་ཆུ་ཡོངས་འཛིན་བར་རུ་ལ་དེ་མི་ས་ཚོང་ནང་མ་གང་ཡག་ལས་དེ་ལས་སླ་བོ་ཅིག་མ་རེད་ཡིན་ན་དེའི་ཐོག་ནས་ན་དོན་གསལ་བོ་ཅིག་ག་རེ་ཡོད་རེད་ན། ནང་མ་སྒང་གི་རྒྱ་ནག་གི་ཐུགས་ཐག་མ་བཅད་ནང་གི་སྔོན་ལ་གོ་མིན་ཏང་དང་གུང་ཁྲན་ཏང་གི་སྐད་ཆ་མ་བྱུང་ནང་གི་སྔོན་ལ་སྡེ་བ་གཞུང་ལ་ཤིས་པ་དེ་གསལ་བོ་རེད་ད་ངས་ད་ལྟ་གང་ནས་བཤད་ན་སྡེ་བ་གཞུང་ལ་ཁོ་རང་ཚོ་གི་ཁ་སྔ་ཕྱུགས་ལ་རྒྱུག་ནས་གི་པཎ་ཆེན་གྱི་དགོ་དགོ་ཡོད་དེ་མ་སོང་ཙང་དེ་ཁོ་རང་ཚོ་ཐུགས་ཐག་བཅད་དགོ་རེད་ནང་མ་ནང་མ་སྒང་གི་ད་རྩ་བ་ཉིད་ནས་ཁས་ལེན་བྱེད་གི་མ་རེད་ག་རེད་ན་ནང་མ་སྒང་པཎ་ཆེན་རིན་པོ་ཆེ་གི་ད་ལབ་གྲང་ཙང་དེ་གི་ཁས་ལེན་བྱེད་དགོ་མ་རེད་སྔོན་མ་ནས་ལྷ་ས་གི་སྡེ་བ་གཞུང་གི། ཨ་ནེ་པཎ་ཆེན་རིན་པོ་ཆེས་ཚིག་གི་འཕེལ་ཐག་བཅད་ཚད་ནི་སྒང་ལ། ད་ཆབ་སྲིད་ཀྱི་ཐོག་མཐའ་དང་ད་ལྟའི་ཡག་པོ་ཡོང་རྒྱུ་མིན་པ། པཎ་ཆེན་རིན་པོ་ཆེ་ཞེས་མི་སྨྲ་ད་ཁོ་རང་ཚོ་གར་གྱི་དབང་ཐང་ར་དེའི་ཐོག་ལ་ད་ལྟའི་དོ་ཕོག་ཆེན་པོ་འགྲོ་རྒྱུ་ཡིན་པ་དེ་གསལ་བོ་རེད་མཐའ་ན་སྲོག་འགོ་ཐོན་ཐིག་ཧ་གོ་མ་རེད། དེ་ཡིན་པ་སོང་ཙང་ནང་མ་གང་གི་དེ་ཁས་ལེན་མ་བྱེད་ཅིག་ད་ད་བོད་མདོ་དཀོན་ཚང་ནས་ཨ་ནེ་ད་ཡང་སྲིད་པཎ་ཆེན་དགུ་བ་དེ་ཡང་སྲིད་ད་པཎ་ཆེན་སྐུ་ཕྲེང་བཅུ་བ་ད་ང་ཚོ་ད་ཁོང་དུ་ཐིག་ཐག་བཅད་ཡ་རེད་པཎ་ཆེན་སྐུ་ཕྲེང་བཅུ་བ་དེ། སྤྱིར་བཏང་གི་ལྷ་ས་གི་ངེས་ལེན་གྱི་ཡོད་མེད་ལ་མ་ལྟོས་པའི། མདོ་སྨད་ཀྱི་ཕྱོགས་ཀྱི་བླ་ཆེན་དག་སྐབས་དེར་ཡི་གང་ལ་ད་ང་ཟུག་གསེར་གྱི་རི་འདྲ་བ་ཟིན་ན་ཆོག་གི་རེད་སྐད་གྲགས་ཆེ་རུ་བྱེད་ཚུལ་ཆ་ཚང་གི་ངེས་འཛིན་གྱི་ཡོད་རེད། འོ་ཡ། གོ་མིན་ཏང་གི་ངེས་འཛིན་མ་བྱས་ནོ་གི་སྔོན་ལ་ད་སྐབས་དེར་ཡི་གང་ལ་གལ་ཆེ་ཤོས་ཅིག་ཨ་ལགས་གུང་ཐང་ཟང་རེད། གུང་ཐང་སྐུ་འཕྲང་འདི་སང་དང། ད་གུང་ཐང་སྐུ་འཕྲང་ད་ལྟ་སྐུ་འཕྲང་སྔོན་མ་དེ་དང། བན་ཆེན་སྐུ་འཕྲང་རྒུ་བ་བར་ལ་འབྲེལ་བ་ཞེ་དྲག་ཡོད་རེད། བན་ཆེན་སྐུ་འཕྲང་རྒུ་བ་དེ་བོད་ད་ལྷ་ས་ནས་གཙང་ནས་བཞུགས་མ་ཐུབ་པ་ཅིག་ད་མདོ་སྨད་ལ་བསྡད་པའི་ཁ་ཐུག་ལ། མདོ་སྨད་ཀྱི་བླ་ཆེན་མང་པོ་ཅིག་ལ་སྒེར་གྱི་ཐོག་ནས་ཁྱིམ་འདྲི་ཞེ་དྲག་བྱུང་ཡོད་རེད།

པཎ་ཆེན་རིན་པོ་ཆེ་དུས་སུ་འབྲེལ་བ་ཡོད་ད་གནང་བཞིན་གྱི། ཨ་ལགས་གུང་ཐང་ད་སྐབས་དེ་རིགས་གང་ལ་ཨ་ལགས་གུང་ཐང་གི་སྐབས་དེ་རིགས་གང་ལ་དེ་མཛའ་འདུམ་དེ་འདྲའི་ནང་ལ་འདུ་བ། ཁོང་གི་མགོ་ཁྲིད་ནས་ཀྱིས་མདོ་སྟོད་སྨད་ཀྱི་ཕྱོགས་ནས་སྐབས་དེ་རིགས་གང་ལ་ས་ཡིག་མང་པོ་བསྡུས་ནས་ཀྱིས་མི་སུམ་སྟོང་བཞི་སྟོང་གི་ས་ཡིག་གི་སྐད་ཆ་བསྡུས་པའི་ས་ཡིག་སྐད་ཆ་ས་ཡིག་བསྡུས་ནས་ཀྱིས་ལྷ་ས་གི་ངེས་ལེན་བྱེད་དགོས་ཡོད་བ་མ་རེད་ད་གོ་མིན་ཏང་ལ། ཨ་ནི་ཁྱོད་རང་ཚོ་གིས་ཀྱིས་ངེས་ལེན་བྱེད་རོགས་བྱས་ཏེ་གོ་མིན་ཏང་ལ་མ་ཡི་གེ་བཏང་ནས་ཀྱིས། མི་མང་གི་ས་ཡིག་རྒྱབ་རྒྱུག་དེ་ཨ་ལགས་ཀོང་ཐང་གི་དེ་རིགས་གང་ལ་དུས་སུ་བྱས་ནས་ལས་འགན་སྤེལ་ཡོད་རེད། དེའི་ད་ལྟ་ཡིག་ཐོག་ན་གསལ་བོ་ཡོད་རེད་དེ་གཅིག་རེད། བན་ཆེན་རིན་པོ་ཆེ་དེ་མ་བྱས་དེ་མ་ཡིན་ནོ་སྔོན་ལ་བན་ཆེན་རིན་པོ་ཆེ་ད་གོ་མིན་ཏང་གི་ཨ་ནེ་གཅིག་ཆོག་མཆན་བརྫིས་ན་མི་འདུག་དེ་ད་ཁྲི་འདོན་རྒྱས་ཡག་གི་གོ་མིན་ཏང་གི་ཆོག་མཆན་སྤྲད་རོགས་བྱས།

ཁྱད་པར་དག་གི་སོག་པོ་གི་ལྟ་སྟེ་མང་ཚོགས་བན་ཆེན་ཀུན་གྲངས་དགུ་བ་དེ་སོག་པོ་ནས་བྱེ་བྲག་བཞུགས་ཡོད་རེད་སོག་པོ་གི་ཐོག་ནས་དེ་ཤིག་ཁྱི་ཆེན་པོ་ཞེའུ་ཆགས་འདུག་ད་དེ་དགའ་ལྡན་ཕོ་བྲང་གི་མིག་ཚ་གོ་ཡ་གི་རྒྱུ་མཚན་གཅིག་ར་དེ་རེད་བན་ཆེན་རིན་པོ་ཆེ་དབུས་ནས་མ་ར་པི་ཤར་དར་དབུས་དང་གཙང་ནས་མ་ར་པི་ཤར་དར་མདོ་སྨད་ཀི་ཕྱོགས་དང་ནང་སོག་གི་ཕྱོགས་ལ་བད་ཨ་ནི་བདུ་བྱ་ཆེན་པོ་ཞེའུ་ཆགས་ར་བ། དེ་ནས་ད་བདེ་བ་གཞུང་གི་ཐབས་ཤེས་འདྲ་བོ་གཉིས་འཐེན་ཞིག་ནས་པཎ་ཆེན་རིན་པོ་ཆེ་ཡག་ཤོག་བསླབ་ཡག་ཤོག་བསླབ་ཡ་དེ་རེད་ད་ཡང་ཅིག་ཟ་འོ་ཅིག་མ་བསླབ་ཡ་ཡོང་གི་ཡིན་ལབ་ནི་གང་ལ་ཡང་དགག་འདྲ་མི་འདྲ་བྱས་ནས་ཅི་ད་སྐབས་དེ་རིགས་གང་ལ་བདེ་བ་གཞུང་གི་དེ་འདྲས་ཅིག་འཁྲབ་ཡོད་ད་དེ་ཁོ་རང་ཚོ་སྐབས་དེ་རིགས་ཀྱི་ཆབ་སྲིད་ཀྱི་རྒྱབ་ལྗོངས་ཅིག་རེད་ཡིན་ན་ང་ཚོ་འདི་ཟ་འོ་ཧ་གོ་དགོས་ཡ་ཅིག་ལབ། སྐབས་དེ་རིགས་གང་ལ་པཎ་ཆེན་རིན་པོ་ཆེ་དེ་རྒྱ་གི་ཀུན་ན་ཐུགས་ཐག་བཅད་རྒྱུ་མ་རེད་གོ་མིན་ཏང་གི་ཐུགས་ཐག་བཅད་རྒྱུ་མ་རེད་ག་རེ་རེད་ཟེར་ན། མདོ་སྨད་ཤོག་གི་བླ་ཆེན་ཆ་ཚང་དང་སོག་པོ་དང་དེ་ཚོ་མཉམ་འབྲེལ་གྱི་ཐོག་ནས་ཨ་ནེ་ད་ཅིག་ཆོས་ལུགས་ཀྱི་གོ་རིམ་དུ་ཆ་ཚང་བརྒྱུད་ནས་ཀྱི་བོད་ཀྱི་ཐིག་ཐག་སྔ་ན་བྱས་རྒྱུ་རེད། གལ་སྲིད་ལྷ་ས་གི་སྡེ་བ་གཞུང་གི་སྐབས་དེ་རིའི་སྒང་ལ། པཎ་ཆེན་རིན་པོ་ཆེ་དེ་ངེས་ལེན་མ་བྱས་པ་ཡིན་ན། སྐུ་འཕྲང་བཅོལ་བ་དེ་ངེས་ལེན་མ་བྱས་པ་ཡིན་ན། རྒྱ་དང་ད་ལྟ་གི་རྒྱ་དང་བོད་ཀྱི་འཐབ་རྩོད་ཅིག་ཆགས་དགོས་མ་རེད། མདོར་བསྟོད་སྨད་ཀྱི་ཤོག་གུ་བླ་ཆེན་ཆ་ཚང་དང་ལྷ་ས་གི་སྡེ་བ་གཞུང་ཁ་གཏད་ཅིག་ཆགས་འགྲོ་ཡ་དང་ཁྱད་པར་དུ་སོག་པོ་ར་དེ་ཚོ་གི་དད་ལྡན་མང་ཚོགས་ཀྱི་ཁ་གཏད་ལ་ལྷ་ས་གི་སྡེ་བ་གཞུང་དེ་ལངས་དགོས་ཡ་གི་གནས་ཚུལ་ཅིག་ཆགས་བསྡད་ཡོད་རེད་ག་རེ་ན་ཁོ་རྒྱབ་སྐྱོར་བྱས་ནས་བྱུང་མ་རེད་སྐབས་དེ་རིགས་གང་ལ་ངོ་ནས་དྲངས་ནས་ཆེ་ཆེ་ལུགས་ཀྱི་ཕྱོགས་ནས་དེ་འདྲའི་གི་དེ་འདྲའི་གི་ཤུགས་རྐྱེན་ཅིག་གི་རྣམ་པ་ན་པཎ་ཆེན་རིན་པོ་ཆེ་དེ་ཡོང་བར་ད་དེ་དེ་རང་གི་ང་ཚོ་གི་པཎ་ཆེན་རིན་པོ་ཆེ་རྒྱ་གི་ཐུགས་ཐག་བཅད་རྒྱུ་རེད་སྐུ་འཕྲང་བྱེ་བ

ལྷ་ས་གི་སྡེ་བ་གཞུང་ལ་ཕོག་ཐུག་བཏང་པ་ཡིན་ན་ཁོ་རང་ཚོ་ལ་གཅིག་ལྷ་ས་ན་ད་གཅིག་གཅིག་ལས་ཁུངས་འདྲ་བོ་གཅིག་ཡོད་རེད་ད་ག་ནང་བཞིན་གྱི་ལྷ་ས་གི་དེ་ལ་ཕོག་ཐུག་མ་བཏང་གཅིག་ལྷ་ས་གི་སྡེ་བ་གཞུང་ལ་ཕོག་ཐུག་མ་བཏང་གཅིག་ནི་གཅིག་གལ་སེམས་རྡོལ་མིག་གི་ཕྱོགས་ནས་པཎ་ཆེན་རིན་པོ་ཆེའི་སྐུ་འཕྲང་དགུ་བ་དེ་གི་ཡང་སྲིད་དེ་ཐིག་ཐག་བྱ་རྒྱུ་དེ་ད་ལྟ་གོ་མིན་ཏང་གི་རེད་ལབ་བྱ་ནི་གང་ལ་ལྷ་ས་ཕོག་ཐུག་འགྲོ་གྱིན་པ་ཧ་གོ་ཚར་ད།

པཎ་ཆེན་སྐུ་འཕྲེང། དགུ་བ་གི་ཆུ་ཕྱུར་ལ་ཕེབས་དང་ནང་མ་སྒང་གི་ལ་ཨ་ནི་ཁོ་ཚོ་གི་རྒྱབ་སྐྱོར་བྱས་ཡ་ལི་ལྷ་ས་གི་སྡེ་བ་གཞུང་ལ་དེ་སྲིད་ཅིག་རྒྱབ་སྐྱོར་བྱས་དེའི་གི་ཐིག་ཐག་བྱ་རྒྱུ་དེ་ཅི་ཞེ་ན་ཨ་ནི་གོ་མིན་ཏང་གི་ལག་པ་བོད་ནང་ལ་ལག་པ་རྒྱག་ཡ་གི་གོ་སྐབས་ཅིག་དེ་འདུག་བསམ་ནས་ཅིག་གོ་མིན་ཏང་གི་ངེས་འཛིན་མ་བྱས་པ་དེ་རེད། ད་གོ་མིན་ཏང་གི་ངེས་འཛིན་ག་དུས་ཀྱི་ཡོད་རེད་ན་དེ་གསལ་བོ་ཡོད་རེད་ད་གོ་མིན་ཏང་གི་པཎ་ཆེན་རིན་པོ་ཆེ་ལ་ཐུགས་ཐག་ཡང་སྲིད་ཐུགས་ཐག་བཅད་ཡག་གི་ད་ཐུགས་ཐག་མ་རེད་ཁྲི་འདོན་བྱེད་ཡག་གི་གོ་སྐབས་དེ་ག་དུས་གོ་མིན་ཏང་གི་ངེས་འཛིན་ཀྱི་ཡོད་རེད་ན་སྐབས་དེ་རིའི་སྒང་ལ་ནན་ཅིན་ནས་གོ་མིན་ཏང་ཤོར་ཚར་རེད་ད་རྒྱ་ནག་ནང་ཧ་ལམ་ཤོར་ཚར་རེད་གོ་མིན་ཏང་ཡོད་མ་རེད་ཅང་ཅེ་ཧྲི་ར་དེ་ཚོ་ཕི་ཀེ་ལ་བྲོས་ཚར་ད་གར་ས་ཨ་ནི་ཐའེ་ཝན་ལ་བྲོས་ཚར་རེད།

གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུའི་ལོ་གི་སྤྱིར་ད་དྲུག་པ་གི་ད་རེས་ཉི་ཤུ་གསུམ་ཡིན་བསམ་སོང་ད་རེས་ཉི་ཤུ་གསུམ་ལ་ཨ་ནི་ཁོའི་ཆོག་མཆན་དེ་སྤྲད་ཡོད་རེད། ད་རེས་ཉི་ཤུ་གསུམ་ལ་ཆོག་མཆན་དེ་དེ་སྤྲད་པའི་རྗེས་ཀྱི་ཟླ་བ་གཉིས་འགོར་ཡོད་མ་རེད་ཟླ་བ་གཅིག་རེད་ཉི་མ་ཁ་ཤས་ཟིག་གི་རྗེས་ནས་ཁོ་རང་ནི་ལས་ཐའེ་ཝན་ནས་ཕར་ཐའེ་ཝན་ན་ད་སྐྱབས་བཅོལ་འགྲོ་དགོས་བྱུང་ཡོད་རེད།

ག་རེ་བྱས་ནས་ནང་མ་སྒང་ལ་གལ་ཆེན་པོ་ཆགས་ཡོད་རེད་ཟེར་ན། དེ་ནང་མ་སྒང་ལ་གལ་ཆེན་པོ་ཆགས་དགོས་ཏེ་བོད་ཀྱི་ཆིངས་ཡིག་མང་ཆེ་བ་ཟིག་གི་ནང་ན་ང་ཚོ་དེ་ཡོད་རེད་སིམ་ལ་ཆིངས་ཡིག་ལ་ང་ཚོ་དོན་ཚན་གཉིས་གསུམ་ཟིག་ང་ཚོ་ཀློག་པ་ཡོད་དེའི་ནང་ན་ད་ཟུར་འཛུར་ཟིག་ན་འགྲིག་གི་རེད་དེ་འདྲའི་གི་ནང་ལ་ག་རེ་ཡོད་ན། མ་འོངས་པ་གི་ད་ཡི་རྒྱལ་ར་བོད་དྲ་ཨིན་ཇིའི་སིམ་ཤར་གི་པར་ལ་ཆིངས་ཡིག་བཞག་པའི་ཁ་ཐུག་ལ་བོད་དང་འབྲེལ་བ་ཡོད་རྒྱུག་གི་ཆིངས་ཡིག་འདི་དང་འབྲེལ་བ་ཡོད་རྒྱུག་གི་འབྲེལ་ཐོག་རྒྱུག་གི་རྒྱལ་ཁབ་དེ་ཚོ་གི་ལྷ་ས་ནས་རྒྱལ་བ་རིན་པོ་ཆེའི་ཐུགས་ཐག་བཅད་པ་ཡིན་ན། ཡང་སྲིད་དེ་ལ་འདི་སྤྲད་དགོས་ཀྱི་ཡོད་སྲིད་ད། ཡང་སྲིད་དེ་ལ་གར་སོགས་བར་ཐག་ངེས་འཛིན་བྱེད་དགོས་ཀྱི་ཡོད་སྲིད་ད། ཆང་ཡིག་ཁོ་རང་ནང་ལ་བྲིས་ཡོད་སིམ་ལ་ཆང་ཡིག་ནང་ལ། ད་དེ་སྔོན་མ་ཡིན་ན་ང་ཚོ། བོད་དང་འབྲེལ་བའི་ཆབ་སྲིད་ཀྱི་ཆིངས་ཡིག་ཐོག་མཐའ་མང་ཆེ་བ་ཡོད་རེད། ཨ་ནི་དེའི་སྔོན་གྱི་ང་ཚོ་རྒྱ་གང་གཅིག་གསུམ་པའི་ཁ་ཐུག་རེད། ཀྲང་ཡོན་ཐང། ལྷ་ས། གི་ད་ལྟའི་ང་ཚོ་དོན་ཚན་ཉིས་རྩ་དྲུག་ལ་ཡ་གཅིག་ཡོད། ད་དེའི་ཐོག་ན་ཡང། ག་རེ་ཡོད་རེད་ན། ཡང་ཆིངས་ཡིག་དེའི་ནང་ན་ཡང་རྒྱ་བ་རིན་པོ་ཆེ་ར་པཎ་ཆེན་རིན་པོ་ཆེ་གི

ཁ་ཁ་རྗེ་བཙུན་དམ་པ་དེའི་སོག་པོ་གི་སྤྲུལ་སྐུ་ཐིག་ཐག་བཅད་བྱས་ན། དུས་དབྱིག་གི་ངོས་ནས་ཁ་ཁ་རྗེ་བཙུན་དམ་པ་དེའི། ཨ་ནི། སོག་པོ་གི་ཕྱི་སྲིད་གཉིས་ཀྱི་དབུ་ཁྲིད་ཡིན་པ་ཁས་ལེན་བྱེད་ཡ་དང། ཨ་ནི། བོད་ཀྱི་རྒྱལ་བ་རིན་པོ་ཆེ་དེའང་བན་ཆེན་རིན་པོ་ཆེ་ལྟར་བྲིས་ཡོད་མ་རེད་བོད་ཀྱི་རྒྱལ་བ་རིན་པོ་ཆེ་དེ། ཨ་ནི་བོད་མི་དབང་གི་ཐག་གཅོད་གར་ས་ཐིག་ཐག་བཅད་བྱས་ན། ཨ་ནི་དེ་བོད་ཀྱི། ཕྱི་སྲིད་གཉིས་ཀྱི་དབུ་ཁྲིད་ཀྱི་འབའ་ཟིན་ན་མི་འདུག་ད་ལྟའི་ཁས་ལེན་བྱེད་དགོས་ཟེར་དེ་རེད། སྐབས་དེ་རིང་གི་སྡེ་བ་གཞུང་གི་ཆབ་སྲིད་ཀྱི་བསམ་བློ་ལ་ག་རེ་ཡོད་ན་རྒྱལ་ཁབ་དེའི་མངོན་གསལ་དོག་པོ་གི་ཐོག་ནས་མ་བཤད། རྒྱ་མི་ཡིན་ན་རེད་སོག་པོ་ཡིན་ན་རེད་དབྱིན་ཇི་ཡིན་ན་རེད་སུ་གཅིག་གི་རྒྱལ་བ་རིན་པོ་ཆེའི་ཡང་སྲིད་དེ་དག་མ་ཡིན་པ་ཁས་ལེན་བྱ་ན། ཨ་ནི་ཡང་སྲིད་དེ་དང་འབྲེལ་བའི། ད་བོད་ལ་འགྲེལ་བཤད་ཅིག་གོ། ཡང་སྲིད་དེ་ཕག་པ་ཤན་རིའི་གཟུགས་ཀྱི་རྣམ་སྤྲུལ་ཡིན་ན་རེ་གསང་བདག་བཞག་ན་རྡོ་རྗེ་གི་རྣམ་སྤྲུལ་ཡིན་ན་རེ། དེ་ལ་བོད་ཀྱི་མཁར་གྱི་དབང་ཐང་ཆ་ཚང་ཡོད་པ་དེ་བོད་ཀྱི་འགྲེལ་བཤད་འཕར་མ་གཅིག་འཇོག་དགོས་བ་ད། ད་དེ་རྒྱལ་ཁབ་བདག་དབང་རྒྱལ་ཁབ་ཅིག་གི་བདག་དབང་ཡོད་པའི་མཚོན་དོན་གྱི་རྣམ་འགྱུར་ཅིག་ར་རེད། དེ་ཡིན་པ་སོང་ཙང་ཆང་ཡིག་དེ་ཚོ་ཆ་ཚང་ནང་ན་དེ་ཡོད་ད། ད་ནང་བཞིན་གྱི་ད་པཎ་ཆེན་རིན་པོ་ཆེ་ཡིན་ན་ར་ས་སྐལ་ཆེན་པོ་ཅིག་གི་ད་གཙང་གི་ཕྱོགས་ལ་སོང་ན་ས་སྐལ་ཆེན་པོ་ཅིག་པད་དར་རྫོང་བཞི་ཅིག་ཆུས་ཅིག་གཉིས་ཟིག་གི་ཨ་ནི་ད་ལས་ཁུངས་ཨ་མ་དེ་དེ་ཡོད་རེད། རེད་མ་རེད། འོ་ད་ད་ད་ངས་ད་ད་བཤད་དེ་རེད། པཎ་ཆེན་རིན་པོ་ཆེའི་སྐུ་འཕྲང་བཅོལ་བ་དེ། སྐུ་འཕྲང་དགུ་བ་དེ་ལྷ་ས་ནས་ད་རྒྱ་དབང་སྐུ་འཕྲང་གཅིག་གསུམ་བར་བར་ལ་ད་ཐུག་མ་འཐེན་ཟིན་ན་རེད་ད་ཡང་ན་ནང་མ་སྒང་ར་ནས་སྐར་ལྡན་ཕོ་བྲང་གི་ལས་བྱེད་ཚོ་བར་ལ་འཆམ་པོ་མ་བྱུང་ན་གང་ལྟར་མ་ར་ཕི་ཚར་ནས་ཅི་ལ་སྡེ་བ་གཞུང་གི་མཛའ་ས་ཡིན་ན་ཅིག་གོ་ནས་ཡོད་ཁྱོད་གཉིས་ཟིག་སོང་ངས་སྐར་ལྡན་ཕོ་བྲང་གི་ད་ལས་བྱེད་དེ་འདྲས་བཏང་ནས་ཅིག་ནང་མ་སྒང་ཆ་ཚང་བཏང་ཟིན་ཅིག་ཚར་རེད་ད་ད་ངས་སྒང་ནས་སྐད་ཆ་དེ་ཡང་བསྐྱར་ཐེ་བ་བྱས་ན། ཤ་ག་པ་ཁོ་ཚོ་ལ་ཕི་ཀེ་ཅིན་འཇིགས་མེད་དྲ་ཁོ་ཚོ་མི་གེ་ནས་ཐུག་པའི་ཁ་ཐུག་ལ་པེ་ཅིན་ནས་ཐུག་པའི་ཁ་ཐག་བཞི་བཞི་ཞབས་ཀི་ལུག་ཐུག་པའི་ཁ་ཐུག་ལ་ད་ད་ད་ག་རང་བཤད་ཀི་འདུག་ཨ་ནེ་ང་ཚོ་གི་དེའི་པོན་ཆེན་དེ་ཉི་ཤ་ར་ཅིག་ད་སྡེ་བ་གཞུང་གི་སྐུ་དྲག་གནང་ནས་གཙང་སིན་གནས་གི་ཏི་ཟོ་ཕ་འཐེན་རོགས་བྱས་ཟེ་ཀ་ཤ་དེ་བཤད་ཡོད་རེད་དེའི་ཐོག་ནས་ག་རེ་བཤད་ཀི་ཡོད་རེད་ཟེ་ན། པཎ་ཆེན་རིན་པོ་ཆེ་གི་ཡང་སྲིད་ཀྱི་གནའ་དོན་དེ་ཡང་སྲིད་ཀྱི་གཅིག་གཙོ་གཞི་གཟུགས་མ་ཡིན་པའི་དོན་ཆབ་སྲིད་དང་གཙང་གི་མཁར་རྒྱུད་དབང་ཐང་དང་དེ་ཚོ་ལ་འབྲེལ་བ་ཡོད་བསྡད་པ་དེ་ས་ཁུལ་གཅིག་ལ་འབྲེལ་བ་ཡོད་དོ་དེ་ཐེག་གསལ་བོ་རེད། འོན་དེ་འདྲའི་གི་གནས་སྟངས་གཅིག་གི་འོག་ནས་ཨ་ནེ་པཎ་ཆེན་རིན་པོ་ཆེ་གི་ད་ཡང་སྲིད་ཀྱི་གནའ་དོན་དེ་ད་ང་ཚོ་ལོ་རྒྱུས་ཐོག་ནས་ཏོག་ཙུ་བྱུང་བ་རེད། ད་ནི་གོ་མིན་ཏང་གི་ད་ངས་ད་ལྟ་གང་ནས་བཤད་ན་གོ་མིན་ཏང་གི་དེ་ལ་གཅིག་ཆོག་མཆན་འཛིན་ན་མི་འདུག་དེ་གཅིག་སྤྲད་དགོས་ཡག་གི་རྒྱུ་མཚན་དེ་ལོ་རྒྱུས་ཀྱི་ཆིངས་ཡིག་མང་པོ་ལ་འབྲེལ་བ་ཡོད་རེད། དེ་ཡིན་པ་སོང་ཙང་ནང་མ་གང་གི་ག་རེ་བསམ་བློ་བཏང་འདུག་ན། བན་ཆེན་རིན་པོ་ཆེ་རབ་བྱུང་པ་ཡིན་ན་སྡེ་བ་གཞུང་གི་ངོས་ནས་གཞུང་འབྲེལ་གྱི་ཐོག་ནས་བན་ཆེན་རིན་པོ་ཆེ་དེ་ཁས་ལེན་བྱས་བཞག་ན།

དེ་ནས་ཟླ་བ་གཉིས་གསུམ་གྱི་རྗེས་ནས་ནི། གུང་ཁྲན་ཏང་ཡག་སླེབས་པ་རེད་བ། ད་གུང་ཁྲན་ཏང་ཡག་སླེབས་ནས་གང་ལ་གུང་ཁྲན་ཏང་ལ་ད་ཇི་འཇིགས་མེད་ཀྱི་ཁོ་ཚོ་སྐབས་དེ་རིང་གང་ལ་སྤྱིར་བཏང་གི་ཆ་ནས་ཆབ་སྲིད་ཀྱི་འགྱུར་བ་ར་དེའི་ཐོག་ལ་ད་ད་གྲུང་པོ་ཟིན་ན་མི་འདུག་ད་དེ་དེ་འདྲས་རེད། ཨ་ནི་ཁོ་རང་ཚོ་གི་ག་རེ་བྱིན་པར་ད་ལམ་སང། གོ་མིན་གུང་ཁྲན་ཏང་ལ་མགོ་བཏགས་ཟིན་ན་མི་འདུག་ད་གང་ལྟར། གུང་ཁྲན་ཏང་ལ་ང་ཚོ་ཁྱོད་རང་ཚོ་ལ་ཅིག་མཉམ་འབྲེལ་བྱེད་ཡག་གི་འདོད་པ་ཡོད་ཟིག་དེ་འདྲས་བཤད་སྐབས་དེ་རིང་གི་ད་ཞི་པའི་སྐྱོན་ཡོད་རེད་བ། ཨ་ནི་ད་ད་ལྟ་བཤད་ན་ཞི་ཅིན་ཕིང་གི་པ་ལ། ཞེས་དྲུང་ཞིང་འདྲ་དེ་གཙུག་ལག་ཨ་འདི་འདྲེ་བ་ཅན་ནི་ཅི། དེ་ནས་པཎ་ཆེན་རིན་པོ་ཆེས་ད་སྐུ་འཕྲང་བྱེ་བ་དེ་ད་བྱས་ནས་གུང་ཁྲན་ཏང་དང་འབྲེལ་བ་བྱུང་བ། ཡིན་ན་གུང་ཁྲན་ཏང་འབྲེལ་བ་བྱུང་པའི་ཁ་ཐུག་ལ་གུང་ཁྲན་ཏང་གི་ཆ་རྐྱེན་ཡོད་ད། ང་རང་ཚོ་ངེས་ནས་ཁྱོད་པཎ་ཆེན་རིན་པོ་ཆེ་གི་ཡང་སྲིད་ཡིན་པ་དེ་ཁས་ལེན་བྱས་པ་ཡིན་ན། རེད་བ། ང་རང་ཚོ་ངེད་ནས་ཁས་ལེན་བྱེད་པ་ཡིན་ན་ཁྱོད་ངེད་ནས་ང་ཚོ་ལ་ཆ་རྐྱེན་ག་རེ་སྤྲད་དགོས་ན་བོད་དུ་བྱང་བགྲོད་བཏང་དགོས་ཡ། བྱང་བགྲོད་དམག་ལ་བོད་ནང་ང་འགྲོ་དགོས་ཡ། ད་དེ་རིགས་གང་ལ་པཎ་ཆེན་རིན་པོ་ཆེ་གམ་དགོངས་ལུགས་གཅིག་གཉིས་ད་གཅིག་ཆུ་གཅིག་གཉིས་ཀྱི་སྤུ་གུ་གཅིག་རེད་བ་གཅིག་གཉིས་གཅིག་གསུམ་གསུམ་མ་གསུམ་ཟིག་རེད་ད་སྐབས་དེ་རིགས་གང་ལ་འབྲེལ་བ་བྱེད་ས་གཙོ་བོ་ད་ནང་མ་གང་རེད་ནང་མ་གང་གི་ཡིན་དང་ལེན་དེ་ཁས་ལེན་བྱེད་ཡ། ད་ནི་པཎ་ཆེན་རིན་པོ་ཆེ་སྤུ་གུ་དག་གི་མཚན་ཐོག་ནས་ཨ་ནི་ད།

སྤྱི་བ་ཐུགས་ཐག་བཅད་པ་དང། དེ་རིང་གི་རྒྱ་ནག་གཞུང་གི་རྒྱལ་མཚན་ནོར་བུ་བསྐོ་བཞག་བྱིན་པ་དེ་ཉིད་རྩ་བ་ཉིད་ནས་འདྲ་གི་འོ་མ་རེད། གཅིག་ང་ཚོ་དེ་ཧ་གོ་རེད། རྒྱལ་མཚན་ནོར་བུ་ཁས་ལེན་བྱེད་མི་བྱེད་དེ་ད་གི་ད་ལྟ་གང་ནས་བཤད་ན་བཞིན་བླ་མ་གཅིག་ལ་སྐུ་གསུང་ཐུགས་ཀྱི་ཡང་སྲིད་འཆང་ཆོག་ཡོད་རེད་ཡོད་མ་རེད་ཟེར་གི་ལྐོག་གྱུར་སྐད་ཆ་དེ་ཆི་གོ་མ་རྟ། མངོན་གསལ་དོད་པོ་གི་མི་རིགས་གཅིག་ལ་ཆོས་ལུགས་ལ་ཐུབ་ཚོད་བྱིན་པ་ཡིན་ན་ཁས་ལེན་བྱེད་གི་ཡིན་མིན་ད།

ད་བོད་ནི་ཨིན་ཇིའི་གི་ཆིག་སྟོང་དགུ་བརྒྱ་བཞི་གི་ལོའི་ཡང་ཧ་ཙི་པར་འདི་ར་དེ་ཚོ་གི་དམག་རྒྱབ་ནི་ཆི་རྒྱ་གར་ཆིག་སིམ་པ་བོད་ནི་ཞུགས་མ་ཐུབ་པ་ཨ་ནི་བོད་ལ་ཤད་ཀྱི་ནི་ད་བར་དང་པོ་ཡིན་ནམ་ར་ཤི་ཡ་ར་སོག་པོ་ཞུགས་ཀ་འགྲོ་ཡ་རེད། ཤི་སོག་རྒྱུ་ནི་ར་ཤི་ཡ་འགྲོ་ད་དེ་ལམ་འགྲོ་མ་གྱི་ག་རེད་དེ་སྐབས་ལ་ཡང་མན་ཇིའི་གཞུང་གི་རྒྱ་གར་ཆིག་སིམ་པ་གི་མཚན་ནི་ཤོར་དུ་གྱི་ཡོ་རེད།

རྒྱ་བ་རིན་པོ་ཆེ་ད་གུང་ཁྲན་ཏང་གི་ཡིན་ན་རེད་རྒྱ་བ་རིན་པོ་ཆེ་དང་བན་ཆེན་རིན་པོ་ཆེ་གཉིས་ཀ་ལྐོག་ནས་སྤྲད་ཡོད་རེད་བ། ཀྲེན་ཤེ་ཧྥུའུ་ཀྲུའུ་ཞི་དང། ཨ་ནེ། སྲིད་ཁྲིའི་གི་ཀྲུའུ་ཞི་གཞོན་པ་དང། མི་མང་འཐུས་མི་ཚོགས་ཆེན་གི་ཀྲུའུ་ཞི་གཞོན་པ་གི་ལྐོག་ནས་དེ་སྤྲད་ཡོད་རེད། རྒྱ་བ་རིན་པོ་ཆེའི་ཀྲུའུ་ཨེ་ད་ཆུ་ཐོག་ལ་ཕེབས་ཚར་ནས་ཀྱི་དྲུག་ཅུ་རེ་གཉིས་རེ་གསུམ་བརྩིགས་ན་རེ་ལྔ་བརྩིགས་ན་གཅིག་པར་ད་ད་ལྟ་རྐུབ་བཀྱག་དེ་བཤགས་བྱ་ཡོད་རེད་མིན་དེ་བཤགས་བྱ་ཡོད་རེད་དེ་ལབ་གི་ཡོད་རེད་དེ་འབའ་གསུངས་སོང། སྤྱིར་བཏང་གི་ང་ཚོ་ཧ་གོ་དགོས་ཡོད་ཅིག་ལ་རྒྱ་ནག་གཞུང་དང། ཨ་ནི་རྒྱ་ནག་གཞུང་དང་དམར་ཤོག་གཞུང་ཡིན་ན་རེད་གོ་མིན་ཏང་གཞུང་ཡིན་ན་རེད་དེ་ལས་སླ་བ་ཅིག་ལ་མན་ཇུའི་གཞུང་ཡིན་ན་རེད་ཁོ་རང་ཚོ་གི་སྤྲད་དེ་ཡང་སྲིད་ཀྱི་གནད་དོན་མར་ད་དོན་དག་དོ་དོ་བྱས་ན། ཡང་སྲིད་དེའི་སྒང་ལ་ཆབ་སྲིད་ཀྱི་སྐུ་གང་ཅིག་སྤྲད་མི་སྤྲད་ཀྱི་གནད་དོན་དེ་རེད་ད། དེ་ང་ཚོ་དབྱེ་བ་གསལ་བོ་ཅིག་ཡོད་རེད་ད་དེ་རིང་རྒྱ་ནག་གཞུང་གི་བཀའ་རེད་ན་སྤྱིར་ཀྱི་སྐུ་གང་དག་ཕ་བཞུགས་སྤྱིར་ཡང་སྲིད་ཁོ་རང་རྩིས་མེད་བཏང་གི་ཡིན་ཟེར་ཡང་སྲིད་ཁོ་རང་མར་ཟེར་ཁ་ཆད་དེ་བྱེད་ཀྱི་ཡོད་རེད།

བང་ཚད་འདྲ་ཡོད་རེད་ངས་བཤད་ལོ་རྒྱུས་ཐོག་ནས་དཔེ་མཚོན་དེ་འདྲ་བྱུང་ཡོད་རེད་རིག་འཛིན་ཚང་ཡང་རྒྱ་མཚོ་དེ་འདྲ་ཅིག་བྱུང་ཚར་རེད། རེད་བ་རྒྱ་གང་བདུན་པ་དེ་ཡིན་མིན་གཙོ་གཞི་གཉིས་ཡོད་རེད། དེའི་ནང་བཞིན་གྱི་གཅིག་བྱས་ན་པཎ་ཆེན་རིན་པོ་ཆེ་རེད་ད་ཇི་སྙེད་འདི་འདྲའི་གི་ལོ་རྒྱུས་གི་ད་བརྡེག་གསར་དང་དུས་ལོག་གི་སྐབས་ལ་གཅིག་བྱས་ན་འདི་འདྲ་ཅིག་བྱུང་སྲིད་གི་རེད། རེད་བ་ད་ལོ་རྒྱུས་གི་སྐྱོ་སྐར་ཅིག་ཡང་བསྐྱར་ང་ཚོ་གར་སོང་བར་ད་ཡང་བསྐྱར་མགོ་ནས་ཅིག་བསྐྱར་དུ་བྱུང་བ་དེ་འདྲ་ཅིག་རེད་བ་ད་མ་བྱུང་བ་དེ་འདྲ་གས་མ་རེད། སྤྱིར་ཡང་སྲིད་ཟེར་ཡ་འདི་སྤྱིར་བཏང་གི་ཆབ་སྲིད་དང་ཆོས་ལུགས་གཉིས་ཆ་གི་བར་གྱི་རྩེད་མོ་ཅིག་ཡིན་པ་སོང་སོང་འདི་ཚོ་བསམ་བོ་ཟིག་གི་ཡོད་མ་རེད་དད་ལྡན་མང་ཚོགས་ཀྱི་དད་པའི་ལྟས་ངན་ན་ད་འགྲིག་གི་ཡོད་ཟེར་ན་འགྲིག་གི་ཡོད་དམ། ཡིན་ན་དོན་དག་གཉིས་བ་ཅིག་ལ་ག་རེ་རེད་ཟེར་ན་གཅིག་དེ་ང་ཚོ་ཐིག་ཐག་བཅད་ཡ་དེ་རེད་གཅིག་དེ་པཎ་ཆེན་རིན་པོ་ཆེའི་བློ་དགོས་ཀྱི་ཡོད་ན། ངས་སྔོན་མ་སྔོན་མ་ལོ་བཅུ་བཅོ་ལྔ་ཙིག་གི་སྔོན་ལ་ང་ཚོ་ཚོགས་འདུ་དེ་འདྲའི་སྔོན་ལ་ངས་དེ་བཤད་མྱོང་ཡོད་ཡ། པཎ་ཆེན་རིན་པོ་ཆེའི་ལོ་ཡར་ལ་གཅིག་སྟེ་ཐིག་ཐག་བཅད་ཡ་དེ་རེད། གཅིག་སྟེ་པཎ་ཆེན་རིན་པོ་ཆེའི་ལོ་ཡར་ལ། ང་རང་གཟུགས་ངེས་ནས། བྱུང་ན་ཞི་ཅིན་ཕིང་གི་སྤུ་གུ་དང། ཨ་ནེ་ཧྥུ་ཅིན་ཐོག་གི་སྤུ་གུ་བཙན་ཁྲིད་བྱས་ཡ་རེད། ཧྥུ་ཅིན་ཐོག་གི་སྤུ་གུ་དང་ཞི་ཅིན་ཕིང་གི་སྤུ་མོ་དང་དེ་ཚོ་བཙན་ཁྲིད་བྱེད་ཐུབ་ན། ད་ཚོང་བརྒྱབ་ཡ་རེད། གལ་སྲིད་དེ་མ་བྱུང་ན། ལྟོ་ང་རིགས་གཅིག་ནས་རྒྱ་མིའི་གི་ཡིག་སྐུར་དྲོན་ཁྱིམ་པ་སྦ་སི་གང། སྤོབས་པ་གི་བཙན་བྱོལ་སྤྱི་བྱིངས་པ་ཡིན་ན། རྒྱ་ནག་གཞུང་གི་ངེས་པར་དུ་ལན་ཞིག་རྒྱབ་དགོས་རེད། ཐབས་ཤེས་ཉོས་དུས་མ་ཞིག་ཡོད་མ་རེད། ད་ཕྱིར་སྐུལ་བྱས་ཟེར་ཡ་འགྲོ། ད་ཨ་རི་དང་ཨིན་ཇི་གི་གཞུང་འདྲ་ཕྱིར་སྐུལ་བྱས་ཁོ་རང་ཚོ་གི་རྒྱ་ནག་རྫོང་དང་གཅིག་ལོས་དགོས་ལབ་ན་རྒྱ་ནག་གཞུང་གི་དེ་བས་ཀྱང་ཀྱག་ཀྱག་བྱས་མི་ཆེ། ད་ད་བར་དུ་བྱས་དེ་རེད་ཡིན་ན་ངས་དེ་བྱེད་དགོས་གི་རེད་ལབ་གི་མེད་ད་ཐབས་ཤེས་གཅིག་དེ་རེད། ད་ནི་ངེས་པར་དུ་ལན་གཅིག་རྒྱག་དགོས་བྱུང་གི་ད། པཎ་ཆེན་རིན་པོ་ཆེས་གལ་སྲིད་བློས་སྐུལ་མེད་ན་རེ་ཞིག་ལོགས་ན་ཡོད་དེ་བསྟན་དགོས་དགོས་བསྟན་མེད་ན་ཨ་ནི་ང་ཚོའི་མིའི་འདི་འབའ་ཚུལ་ས་ཐོག་ད་ཅིག་ག་འཁྲིད་གི་ཡིན་ལབ་ན། དེ་འདྲའི་བྱུང་ཡོད་རེད་ན་བྱུང་ཡོད་རེད། ཉེ་ཆར་ཨ་རིའི་གཞུང་གི་ཁྲ་ལི་བན་མཉམ་པོ་ཨ་ནི་དྲི་མེད་བྱས་རེད། ཨ་ནི་ཁྲ་ལི་བན་གི་ཁ་ཆེ་གི་དྲག་སྤྱོད་པ་དེ་ཚོའི་འགྲོ་ནས་ཀྱི་ཨ་ནི་ཨ་རིའི་གི་ད། ཡི་མི་དཀྱུས་མ་དེ་འདྲའི་རི་དྭགས་གསར་འགོད་པ་དང་ཚོང་པ་དང་དེ་ཅིག་མི་དེ་ཚོའི་ཁ་ཤས་ཚོའི་ཀི་ཀི་ལ་ཨ་ནི་དྲིས་བཞག་ནས་ཀྱི་ང་རང་ཚོ་གི། ཨ་ནི་མི་གཅིག་གཅིག་གཅིག་ཨ་རིག་གི་སྒོ་རྟགས་ནག་མོ་གི་བཙོན་ཁང་ནང་ན་ཡོད་རྒྱུ་འདི་ཀློད་ཀི་མེད་ན་ཨ་ནི་ང་ཚོ་འདི་ཐར་བ་བཏང་གི་མེད་ཟིག་ལག་པ་གི་སྐེ་ལ་དྲིས་བཞག་ཡོང་ནི་གང་ལ། ཇོར་ཇི་བུ་ཞིག་ཡིན་ན་རེད་འབྲོག་ནག་ཁྲོ་མི་ཡིན་ན་རེད་ད་འཛམ་བུ་གླང་ལ་ཨ་ནི་འཛིན་མོ་གཅིག་གི་འཛམ་བུ་གླང་སྐོར་ར་རྒྱབ་བྱེད་ཀི་ཡོད་ཟེར་ནི་དེ་ཚོ་གི་ཀློད་དགོས་བྱུང་གི་ཡོད་རེད་ད། ཨ་རིག་གི་ཀློད་ཀི་ཡོད་རེད། ཡིན་ན་ད་བོད་པ་བྱང་ཆུབ་སེམས་དཔར་བ་དེ་འདྲས་གི་ལས་ཀ་ད་བོད་པ་གི་བྱེད་གི་ཡོད་མ་རེད་བ་ད། ཡིན་ན་ཐབས་ཤེས་དེ་མ་ཤེས་མེད་ན།

ཨང་རྟགས་ལས་སྐལ་གྱིས་ད་པེ་ཅིང་གི་བཤད་པ་ཆ་ཚང་རེད་བས། བསྟན་པ་སོང་ཙང། གནའ་དུས་འདི་ཟུ་ཐོག་ལ་ང་རང་ཚོ་ལ་ལངས་ཕྱོགས་མེད། ལྟ་སྟངས་མེད། རེད་བ། དེ་ནས། འདི་འདྲས་ཅིག་བྱས་ནས་ཅིག་ད། ང་ཚོ་འཐབ་རྩོད་ཅིག་གི་ངོས་ནས་བཤད་ལོང་ན། ང་ཚོ་གི་སྐད་ཆ་བཤད་སྟངས་འདི་ཚོ་ཅི་འདྲ་ཧ་ཅང་གི་ཐ་ཤལ་འགྲོ་དགོས་རེད་བསམ་གི་འདུག་ངེས། རེད། རེད་བ། འོ་དེ་འདྲས་ཡིན་པ་སོང་སོང་དེ་རིང་གི་ད། ལབ་ཤུལ་ལོངས་ཤུལ་གྱི་ནང་གི་ལས་རིམ་ར་བོ་དེ་འདྲས་བྱེད་ཀྱིན། ཨ་ནི། ཡང། གོ་སྐབས་བྱུང་བའི་ཁ་ཐུག་ལ་ང་ཚོ་ཐང་རྗེས་མ་ཡང་ང་ཚོ་ལྷོད་ལྷོད་བྱས་ནས་སྐད་ཆ་བཤད་ཆོག་ཅིག།
ཐེངས་འདིའི་གནམ་འོག་གི་སེམས་འགྱུར་ཚན་པའི་སྤྱི་ཚོགས་དཔྱད་བརྗོད་ལེ་ཚན་ངོ་སྤྲོད་ཞུ་ཚགས། འདི་ག་གནམ་འོག་གི་སེམས་འགྱུར་ཚན་པའི་དྲ་རྒྱའི་ཁ་བྱང་ནི www. Democracy of Tibet. net རེད། ཐེངས་རྗེས་མའི་ལེ་ཚན་ནང་བསྐྱལ་དུ་འཇགས་ཡོང་བཀྲ་ཤིས་བདེ་ལེགས།